འོ་ལམ་ཁིར་ཚང་གི་ཚོགས་གཙོ་གཙོས་ཀྱི་ཚོགས་མི་ཡོངས་ལ་ནི་བཀྲ་ཤིས་བདེ་ལགས་ཞེས་དགོངས་འགལ་མེད་པའི་ཅི་དེ་རིང་ལི་ཁ་ཟིག་གིས་ཡང་ང་རོ་སང་ནི་ང་རོ་ཅིག་བཤད་ཐུབ་ན་སེམས་སོང་ད་ལྟ་ང་རོ་བཤད་ཐུབ་མ་སོང་ཨ་ནི་ད་འདི་འདྲའི་ཉིན་གུང་འདྲ་བོ་ཆགས་ཡོང་གི་འདུག་ཚང་མ་ལ་དགོངས་འགལ་མེད་པའི་ཅི། ད་ཁོང་ནི་ཐོང་ངོ་མ་དབུ་སྐྲུན་གནང་ལོང་ནི་ད་ད་ལྟ་མིང་རྒྱལ་རུ་སྐབས་ཀྱི་ཨ་ནི་ཅིག་མིང་རྒྱལ། གི་ཁུལ་ནས་ཨ་ནི་ཆུ་ལོའི་ནང་ཡ་གི་དེའི་སྐོར་དེ་མང་བོ་ཟིག་ད་རྒྱ་ནག་གི་འགྲེལ་བཤད་ལོག་པ་དེ་ཅིག་བཤད་སྡོད་རེད་དེའི་སྐོར་ལ་ཨ་ནི་ངོ་སྤྲོད་བྱེད་ཡ་རེད་ད་ཁོང་ནས་ངོ་སྤྲོད་བྱེད་ཡ་དེ་གཙོ་བོ་དེ་ད་ཕྱི་འཇིགས་བྱེད་མཁན་གི་དང་པོ་དེ་ལང་འདྲེན་བྱེད་ཡ་དེ་ད་མིང་གི་སྐབས་སུ་ཨ་ནི་ཕྱི་རྒྱལ་ཁབ་གི་ཕྱི་རྒྱབ་ཁུལ་ལ་ཆུ་ལུག་ནང་ཡར་གནས་སྟངས་དེ་དག་ཉི་ཧོང་ལ་སོགས་པ། དེ་ནས་སྐབས་དེའི་གདའ། ཅིག། ཨེ་ཤེ་ཡ་ལྷོ། ལྷོ་ཨེ་ཤེ་ཡ་གི་རྒྱལ་ཁབ་དེ་ཚོ་ལ་དཀའ་འགྲེལ་བྱས་གནང་བ་ཡིན་ན་དེ་གཅིག་དེའི་རྗེས་ནས་ད་བོད་ཀྱི། ད་བོད་ལ་ཆུ་ལུག་གནང་སྟངས་དེ། ནང་ལུག་གནང་སྟངས་དེ་ག་འདྲ་གནང་གི་འདུག། ག་ཚད་ཅིག་གནང་འདུག། དེའི་ཚིག། ད་ཆུ་ལོ་ནང་ནང་ས་གི་ཉིད་དུ་ངའི་སྲིད་སྐྱོང་ཡོད་ག་ཡོང་མེད་གི། ཨ་ནི། ད་ཆུ་ལོ་ནང་ཐང་དེ་ག་འདྲ་ཞིག་ན་དེ་ངོ་སྤྲོད་བྱས་རེད་ད་ད་རེས། དཔེ་མཚོན་ཟིག་ཨ་ཉིད་འདྲ་མོ་ཟིག་འདི་ན་ཁོ་བོ་གི་འདི་ངོ་སྤྲོད་བྱེད་ཐོས་ཅིག་ད་སྔོན་མ། ངའི་ཚིག་བཤད་དེའི་སྒང་ལ་ག་དེའི་ནང་དེ་ཚོ་དཔེ་མང་པོ་ཞིག་བརྒལ་འགྲོ་གི་འདུག་ཚང་མ་ལ་དགོངས་འགལ་མེད་པས་ཤེས་ད་ད་རེས། གང་ཐུག་ཐུག་གི་དེ་ཚོ་ཐོང་རེ་བཏང་ནས་ཨ་ནི། ཁྱེད་རྣམ་པ་ལ། ཨ་ཅག་གསོན་པོ་མ་བཟོས་ཡག་གི་ཐབས་ཤེས་ཐོན་གི་ཡིན། ད་ད་རེས་བྱེད་ཡ་དེ། ད་འདི་ནས་ཧུན་ཚོན་བོ་བོ་དང་འདྲེས་ནས་ཨ་ནི། ཧུན་ཚོན་གཉིས། ཡོད་གི་ད་འདི་གཉིས་ཀ་མ་ཧུན་ཚོན་དེ་མ་འདྲེས་བྱེད་ཅིག་ཅེས་དེ་ནས། ད། འདི། ཁོ་རང་གི་ཧུན་ཚོན་དེ་ལ་ཨ་ནི་ཡུས་ཤེས་ཅིག་ཡོད་གི་དེ་འདྲ་གི། དོན་ཚན་འགའ་ཅིག་ཡོད་གི་དེ་གཉིས་ངོ་སྤྲོད་ཅིག་བྱོས་ཅེས། ད་ཕན་ཚུན་དང་པོ་དེ་ཨི་ད་ཅི་དང། སྐབས་དེར་འདིའི་གི་དམིགས་ཡུལ་དེ་དེ་རེད་མིན་རྒྱ་ཁབ་མིན་རྒྱ་རབ་ཡང་ན་མིན་རྒྱ་ཁོལ་ལ་ཕོ་གི་དང་མེ་ཡ་གི་དེ་ད་ག་རེ་ཚེ་ལྡང་ཤང་ཅི་ཡོང་ནུ་གི་དེ་འདྲ་གི་སུན་གཅིག་གི་ཐབས་ཅིག་རེད་དེ་འདྲའི་གང་ལ་ད་འདིའི་གི་ཕན་ཚུན་དེ་རེད་དང་ནི། ད་ཕན་ཚུན་དེ་མཚོན་བྱེད་འདི་མིན་རྒྱ་ཁབ་ལ། ཨ་ནི་བུ་གི་དང་མེ་ཡ་ད་ཡིན་ཡིན་པ་ཅི་དེས་མ་ཚད་ད་མེ་ཡ་གི་ད་བེ་མཚོན་འདྲ་བོ་ད་ད་བེ་མཚོན་དེ་རང་གི་བེ་མཚོན་འདི་གཉིས་ཀྱི་ལངས་ནས་ཨ་ནི་ད་ཅིག་ངོ་སྤྲོད་བྱེད་རྒྱུ་དེ་འདྲ་རེད་འགྲོ་གི་ཅིག་རེད་ད་བེ་མཚོན་དང་པོ་ད་བེ་མཚོན་ན་ཁོ་ཡོང་ས་གི་ཁུངས་དེ་མིང་གི་ལུགས་ཀྱི་ད་ཐར་ཟེར་གི་ནོ་མིན་ཧྲི་ཟེར་གི་ནོ་དེ་རེད་དེ་གི་བན་བོན་སུམ་བརྒྱ་ར་སུམ་ཅུ་སོ་གཅིག་གི་ནང་ལགས་ན་ལི་ཀྲན་ཟེར་ཡ་ད་ལི་ཀྲན་ཟེར་ཡ་འདི་ཚིག་ངས་མཛེས་ནན་ཟེར་གྱུར་སོ་ད་མིག་གི། ད་མི་གཤིས་རྒྱུ་ཅན་དེ་ཚོ་གི་ལྷུ་སྐྱིད་རེད། ད་མཛེས་ནད་འགོས་མཛེས་ནད་ཉིས་བརྒྱ་དང་བཅུ་དགུ་དེའི་ནང་ལོག་གི་ནད་ཡུབ་གི་སིམ་པ་ནང་ལོག་ལ། ད་འདིའི་གི་པར་གཞི་དེ་ཀྲུང་ཧྭ་དཔེ་ཁང་གི་པར་གཞི་དེ་རེད་ཟུར་གྲངས་བརྒྱད་སྟོང་ལྔ་བརྒྱ་དང་བཅུ་དོན་སི་ནས་བརྒྱད་སྟོང་ལྔ་བརྒྱ་དང་བཅུ་དོན་ལྔ། བར་བར་གྱི་ད་ལུང་འདྲེན་གཅིག་རེད། ལུང་འདྲེན་འདིའི་ནང་ལོགས་ནས། ད་བཤད་ཡོད་རྒྱུ་ཤར་ཏེ། ལུགས་ཚིག་དེ་བྱས་ན། མིང་གི། ཝུའུ་ཙུང་ཟེར་ཡ། གི། དེ་གི་ཝུའུ་ཙུང་འགྲེམས་སྟེ། ཁྲི་ལུགས་ཆེ་བ། ད། སྤྱི་ལུགས་བརྒྱད་ན་ཆིག་སྟོང་ལྔ་བརྒྱ་བཅོ་ལྔ་ལུགས། ཆགས་ཀྱི་འདུག། དེ་འདི་གང་ལ་ད་དེའི་སྐབས་ཀྱི་ཨ་ནི།

མི་ནག་དེ་ཚོ་ལ་ཨ་ནི་ད་ཆོས་ལུགས་སྤྲད་ཡ་ཡིན་ཟེར་ད་དེའི་ནང་ལོག་ནས་ཆོས་ལུགས་སྤྲད་ས་གི་ཡུལ་དེ་གཅིག་དེ་བུ་སི་ཙང་རྟ་པོ་ཧྥ་ཝང་ཟེར་ཡ་དེ་རེད་ད་རྟ་པོ་ཧྥ་ཝང་ད་ཚང་མ་བའི་ཁྱིམ་ཆེན་པ་རེད་ཚིག་དང་རྒྱ་བ་ཀ་མ་པ་བའི་ཁུལ་འཁྲང་དེ་ལ་ནི་རྟ་པོ་ཧྥ་ཝང་ཟེར་དེའི་རྒྱལ་འགྲུལ་དགོས་རེད་ད་དེ་ནས་བྱེད་ཡ་དེ་ཡང་ད་རྒྱ་བ་ཀ་མ་པ་གི་ཁུལ་འཁྲང་དང་འབྲེལ་བ་ཆགས་ཡ་དེ་འདྲ་ཅིག་རེད་ད།

བསྟན་པའི་རྒྱལ་ཡོངས་ཀྱི་སྐབས་སུ་ད་བུ་ཆུང་ལ་ཨ་ནི་ཁོ་རང་གི་ད་ཁྲིད་ན་བསྡད་མཁན་གྱི་བློན་པོ་ཞིག་ན་འདྲ་ཞབས་ཕྱི་བྱེད་མཁན་དེ་ཚོ་གི་ཨ་ནི་ད་ག་རེ་ཟུག་རེད་འགྲེལ་བཤད་ལོག་ཁ་རྒྱས་ཟིན་ན་འདྲ་མགོ་སྐོར་བཏང་ཟིན་ན་འདྲ་ད་ག་རེ་བྱེད་ཡོད་རེད་ཟེར་ན། ད་བུ་བཟང་ཟེར་ཀུ་ནུ་ས་ཆ་དེ་ན་བླ་མ་ཟེར་ཡང

དྲི་ཟིན་ཆེན་པོའི་བླ་མ་དེ་ནི་གདན་འདྲེན་བྱེད་དགོས་རེད། ད་དེ་མ་གདན་འདྲེན་བྱེད་ཡོང་དགོས་ཟེར་དེ་ཞིག་དེ་སོང་ཟེར། དེ་སོང་དེ་གང་ལ་ད། བློན་ཆེན། ད་མང་པོ་ཅིག་གིས་དེ་ལ་འདོད་པ་མ་བྱུང་བས་ད་བྱ་གོང་མ་ཡ་ཞིག་བྱས་ད་ངོ་མ་ཡིན་ན། ང་ཚོ་མིའི་རྒྱལ་ཁབ་འདི་ད་ང་ག་རེ་ཟེར་དགོས་ནི་རེད། ནད་གཡོག་ཚང་མ་དབང་དུ་བསྒྱུར་ནས་བོད་པའི་བསྟན་པོའི་མཚམས་མེད་བརྫངས། ད་ཨ་ནི་ང་ཚོའི་གི་ཕུགས་ཉམས་ངང་ནས་བོད་ཀྱི་ས་ཁུལ་ལ་བཏང་བ་རེད། ད། ད་དེའི་རྗེས་ནས་ཁོ་རང་ཚོ་ང་ཚོ་ད་རྒྱ་ཁབ་བོད་དོན་བསྟན་པོའི་ཚོགས་ནས་ཨ་ནི་ཁོ་རང་ཚོ་ང་ཚོ་ལ་བསྟན་པོའི་སྤྱི་ཡོན་ཡོང་ནས་ཨ་ནི་ཁོ་རང་ཚོ་ལ་ད་གསོ་རིག་འཁྲིད་ཀྱི་ཡོད་བ་མ་ཐག་ཅིག། ང་ཚོའི་གི་ཕུགས་ཕུགས་ཉམས་དེ་འདྲ། ས་ཆ་ཐག་རིང་པོ་དེ་འདྲ་ལ་ངོས་ནས་ནི་ཟླ་འདྲེ་ཞིག་གསུངས་ན་ད་དེ་ཅི་ང་ཚོ་གི་ལ་ཞལ་འདྲེ་ཞིག་ཡག་དང་ང་ཚོ་གི་ག་རེ་ཞིག་ང་ཚོ་གི་ཐང་འདྲ་བོ་ཆགས་ཀྱི་ཡོད་རེད། དེའི་སྒང་ལ་ད་ལྟ་གི་ད་ཉིག་རིམ་པ་འདི་ལ་ཨ་ནི་ད་དཔེ་དེ་འགྲོ་སོང་ཤུགས་ཆེན་པོ་བཏང་ནས་ནི་ལ་མ་དེ་ཟླ་འདྲེ་ཅིག་གིས་འགྲོ་གི་ཡོད་རེད། འདིའི་གི་འགྲོ་སོང་འདིའི་གི་ནི་ང་ཚོའི་གཞུང་དང་མི་མང་ལ་དཔེ་དེ་ད་ག་རེ་ཞིག་རེད། འགྲོ་སོང་ཆེན་པོ་གཅིག་རེད་ང་ཚོ་མི་དམངས་དང་གཞུང་ལ་བས་ཏེ་ད་འགྲོ་སོང་གང་རེད་འགྲོ་སོང་ཆེན་པོ་གཅིག་ཆགས་ཀྱི་འདུག་འདི་འགན་དེ་ད་ཞུ་རྒྱུ་རེད། དེ་མ་ཚད་ད་ང་ཚོ་ད་སི་ཁྲོན་གྱི་ཐེན་ཆོན་ལི་ཧྥན་ཟེར་ཡ་གྱི་ས་ཆ་འདི་ནས་ཨ་ནི་ཕྱི་ལོགས་པ་ཐོན་ན་ད་ཕྱི་རྒྱལ་ལྷས་ཚུན་རེད། ད་ཕྱི་རྒྱལ་ལྷས་ཡིན་ན་ད་ང་ཚོ་གི་གདན་འདྲེན་བྱེད་མཁན་གྱི་ད་སྐུ་ཚབ་ཚོགས་པ་འདི་གི་བདེ་འཇགས་དང་འདི་གི་ད་དགོས་མཁོ་དམག་ཆས་ལ་སོགས་པ་འདི་ཡང་ང་ཚོ་འགུལ་ལྟ་བས་ཏེ། འགན་ལེན་བྱེད་ལས་ཐོས་ཡ་ཁག་པོ་རེད། དེ་འདྲ་འདི་གང་ལ་ད་ཕྱི་རྒྱལ་དེ་ཚོ་ང་ཚོ་ལ་འཕྱ་མོ་བྱེད་གི་རེད། དེ་འདི་གང་ལ་ང་ཚོ་བས་ཏེ་ཞལ་འབེན་བྱེད་ཡ་རེད། དེ་ནུས་ཀྱང་གི་ད་ང་ཚོ་གི་བློན་ཆེན་དེ་ཚོ་བས་ཏེ་གཞུང་གི་ཡིག་ཆ་ཡི་གེ་བྲི་ཡ་ལ་ཅིག་མི་འབྲི་ཡ་གི་རྣམ་པ་འདྲ་བོ་དེ་འདྲ་བཤད་འདུག་ད་དེ་བས་ཏེ་མི་ཨུ་ཡ་འདྲ་བོ་བཤད་འདུག་དེ་འདི་གང་ལ། ད་མི། ད་ནང་བཞིན་ལོན་ཆེད་གཞན་དག་གིས་ཡང། ད་ཡ་གོང་མ་ལ་ཤི་ནས། ད། དེ་འདྲ་བྱས་ན་མི་ཨི་ཡ་དང་འགྲོ་སོང་ཆེ་ཡ་དང་ད་དེ་མང་པོ་ཅིག་ཤི་འདུག་ཤི་དེ་གང་ལ། འུ་ཚང་གི་ཕས་དེ་རྩ་བ་ཉིད་ནས་ཉན་མི་འདུག། མ་ཉན་ནས་ད་ཁ་ཕས་ནས། ད་མིན་སྲིད་གཞུང་གི་ཕས་དེ་ད། དངོས་པོ། ད་ལག་ཅིག་རྩ་ཆེན་དེ་འདྲ་གྲ་སྒྲིག་ཅིག་ཨ་ནི། ད་ལགས་ཀྱིས་དེ་བླ་མ་གདན་འདྲེན་བྱེད་ཡག་གི་འགྲོ་སོང་དེ་ཚོ་གྲ་རེ་བྱས་ནས་ནི་རྒྱ་བོའི་མཛོ། རྒྱལ་ཁབ་ཀྱི་མཛོ་གི་ནང་གི་དག་གསར་ཚང་མ་བེད་སྤྱོད་བྱས་ཚར་སོང་ཟེར་དེ་འདྲ་བྲིས་འདུག་དེ་ནས་བུ་ཆུང་དེས། ད་གོང་མ་གི་ད་གི་ཉིག་རིམ་པ་དེ་ལ་གོ་བ་དང་ནི་ཁོ་རང་ལ། དེ་ཚོ་བྲིས་ཡ་དེ་ལུག་ཁྱི་ཐམ་པ་གི་དེ་ཡིན་རེད་ལུག་ཁྱི་ཐམ་པ་ནང་ལོགས་ནས་ད། བོད་ཀྱི་བླ་མ་དེ། ད་གདན་འདྲེན་བྱས་ཡོང་དགོས་ཟེར་ཡ་དེ་འདྲ་གོ་བ་མཐོང་འདུག་དེ་འདི་གང་ལ་ད། ཉིག་རིམ་པ་དེ་གི་ད་ཆུ་ད་ལག་སྐྱེས་གི་རིན་པོ་ཆེ་དེ་ཚོ་ཁྱེར་དེ་ནས་བྱ་ར་བྱ་རྒྱ་མ་འབུན་ཁ་ཤས་ཅིག་བྱེད་ཀི་འདུག་དེ་འདྲ་ཅིག་ཁེལ་ནས་ད་བུ་སོང་ཟིག་སོང་ནས་ད་ཁོ་རང་གི་འདི་ད་བླ་མ་ལང་གི་ཡང་འགྲོ་དུས་གང་ལ་བལྟས་ཏེ་ཁོ་རང་ད་ལྟ་ཧྲན་ཏུང་གི་ལིན་ཆིན་སྐུའི་ས་ཆ་དེ་ཐོག་འདུས་སྒོ་ལ་སྤེལ་ཏེ་ཁོ་རང་གི་དྲི་བཟང། དྲི་བཟང་ནང་ན་དེ་དེར་ཚེ་དྲི་བཟང་ནང་འགྲོ་ས་ད་དྲི་བཟང་ནང་ནས་སྤེལ་ཏེ། དྲི་བཟང་གི་དྲི་བཟང་མང་དྲགས་ནས་སྤེལ་ཏེ་རྒྱལ་ཁབ་ཀྱི་འབྲུ་རིགས་སྐྱ་བོའི་ནང་གི་བྱང་ཕྱོགས་ནས་འབྲུ་རིགས་སྐྱ་ཡོའི་འགོ་ནང་གི་དྲི་ཚང་མ་བཀག་བཏང་ནས་སྤེལ་ཏེ་འགྲོ་མ་ཐུབ་ལ་དེ་འདྲ་གི་གནས་སྟངས་ཅིག་ཆགས་འདུག་དེས་མ་ཚད་ད་སྤེལ་ཏེ། ད་ཅིག་ཆི་ལེན་གྱི་འགག་རྟགས་ས་ནས་ནས་ཨ་ནི་དྲི་བཟང་ཆུང་བ་དེ་འདྲ། ནང་ལ་ད་ངེས་པོ་ཚང་མ་འོར་ནིས་ཀྱི་ལི་གང་ལ་བེད་དེ་ད་སོང། ད་ཁོ་ཚོས་བཤད་ཡ་ན་ལི་ཉིས་བརྒྱ་ལ་བེད་དེ་ད་ཁོ་ཚོ་དྲི་བཟང་དེ་གི་རྗེས་མཐུད་ནས་གང་གི་འགྲོ་ཡ་དེ་འདྲ་བྱེད་པ་ད་གང་ཐར་ཀྱང་ཧང་སང་ཡ་གི་ཚིག་གི་ད་ངེས་པོ་མང་པོ་ལག་ཁྱེར་མང་པོ་ཁྱེར་དེ་འདྲ་ལ་མ་ལང་ངེས་པོ་སོང་ཟེར་དེ་ནས་སི་ཁྲོན་གི་ཁྲིམས་དོད་བ་ཐོན་དེ་གང་ལ་ཡང་ཁྲིམས་དོད་གི་ཁྲིམས་དོད་ས་ཆ་ནས་ཁྲིམས་དོད་སྲིད་གཞུང། གི་རོགས་རེན་བྱས་ནས་ནི་ད་རྦད་དེ་རྒན་ཁུག་མང་བ་ཟི་ཁུག་དོན་ཅི། དེ་ནས་ད་ད་མ་སེ་སི་ཁྲོན་ནས་ལུག་གཅིག་ར་ཅིག་ལ་ད་གྲ་སྒྲིག་བྱས་ནས་བོད་ལ་འགྲོ་ཡག་གི་གྲ་སྒྲིག་བྱས་བྱས་ཟེར་དེ་ནས་ད། ལུག་གཅིག་གི་རྗེས་ནས་ད་ཁོ་རང་གི་ཤེས་ཡ་ལ་ནི་ད། དམག་དཔོན་བྱི་ཁ་ཅིག་དང་ནི་ད། དམག་སྟོང་ཟི་ཟེར་གི་འདུག་ད་དམག་སྟོང་ཟི་ཁྲིད་ནས་ད་བུད་སོང་ཟེར།

ཁོའི་འཁྲུངས་ལུགས་དེ་ཆིག་སྟོང་ལྔ་བརྒྱ་དཀྱིལ་མའི་དོན་གཉིས་ཆིག། ཁོ་རང་འདས་ལུགས་དེ་ཆིག་སྟོང་ལྔ་བརྒྱ་ལྔ་བཅུ་ལྔ་བཞི་ཆགས་ཀྱི་འདུག་དེ་འདི་གང་ལ་ད་འདི་ཕལ་ཆེར་སྐུ་འཁྲུངས། རྒྱལ་བ་ཀརྨ་པའི་སྐུ་འཁྲུངས་བཞི་པ་ཡིན་དགོས་ད་ཁོ་རང་གཙོ་གི་འདི་ནང་བྱེད་ནུས་དེ་ར་ཐུག་ཐུག་ན། ད་རྒྱལ་བ་ཀརྨ་པ། གང་ལྟར་བྱུང་ད་སྤུ་གི་བླ་མ་དེ་གི་མིང་གི་སྤྱི་ཚོགས་པ་དེ་ལ་དེ་ག་རེ་ཡིན་ན་ཚོད་དོག་པ་ཟ་ནས་ནི་སྦིས་དང། སྦིས་བཏང་ནས་ད་མིང་གི་དམག་ཁོང་དེ་ཚོ་ཁོང་ཁྲོ་ཟ་ནས་ནི། ད་བླ་མ་ཚན་ཁྲི་འདྲ་བོ་ཆེ་ཡག་ཆར་ཟི་ཐན་དེ་འདི་གང་ལ། དེ་འདྲ་ཆར་ཟི་ཐན་དེ་གང་ལ་ཚན་ལ་ཕེབས་ཏེ་བོད་མི་གི་བོད་པ་གི་ཚན་ལ་ཕེབས་ཏེ། མིང་གི་སྤྱི་ཚོགས་པ་དེ་སྐྱོན་དང། མི་བུ་ཚང་མ་འཕྲོག། དེ་མ་ཟད་བོད་དེ་དམག་ཚང་མ་བཙུགས་དགོས་སོགས་བསད། དེ་ནས་དམག་དཔོན་ར་གཉིས་ར་བཟི་བསད་དང་དམག་མི་དང་བརྒྱ་ཕྲག་མང་པོ་བསད་དང། མ་ང་ཟི་དང་ཞེ་ཁ་བོད་དེ་མིའི་མིག་ཆུ་བྱང་སོང་ཟེར་དུ་ཞིག་གོ། ད་དེ་ནས་ཉིག་རིམ་པ་ལས་ཡུན་རྟ་ཞོན་ནས་ད་བྲིས་སོང། བྲིས་ནས་ཐར་སོང་ཟེར་ད་ཁོ་རང་ཤི་མ་དགོས་ཟེར་ཐར་ནས་ད་ཁྲིན་ཏུ་བ་བྲིས་ཁྲིན་ཏུ་བ་ཐོན་ནས་ད་ད་བ་གི་ཁོ་རང་གི་ཞལ་འོག་གི་དེ་ཚོ་དེ་འདྲ་ད།

རྗེ་ས་ལ་འབྱོར་དུས་གང་སྐབས་སུ་འུ་ཚོང་ཤི་སོང། དེ་ནས་ཁོ་རང་གི་ད་འུ་ཚོང་གི་རྗེས་ནས་ཨ་ནེ་ཧྲི་ཙོང་ཟེར་ཡ་དེ་གི་ད་གོང་མ་གི་གོ་ས་བཟང་དེ་ནས་ཧྲི་ཙོང་ཟེར་ཡ་དེ་གི་གོ་བ་བཏང་ནས་ད་ད་ལྟ་ཉིག་རིམ་པ་དེ་ཆོས་ཡན་ཅིག་མི་ད་རེ་མ་ཡ་ཤོག་ཟེར། དེ་གི་གོ་བ་བཏང་ཟེར་གོ་བ་བཏང་ནས་མ་ཚད་རྗེས་ནས་ཁོ་རང་ཕ་ད་གཞུང་གི་ཁྲིམས་ཁང་བརྩད་དེ་ཨ་ནེ་ཉོ་བ་བཏང་བཏང་བཏང་ཟེར་ད་ནི་ཚད་དེ་རེད། ད་འདི། ནུས་ཚད་དེ་འདིའི་ནུས་གང་ལ་ད་འདི་ནུས་ཚད་འདི་དང་བེད་མཚོན་འདི་ད་གཅིག་ག་རེ་སུ་ལ་རྒྱག་ཡིག་ཆ་ཡིག་ཚང་ད་ཡོང་ཟེར་ད་ཡིག་ཚང་གི་སྐོར་དེ་ངོས་སྤྲོད་བྱེད་ཟིན་པ་རེད་ད་ཡང་བྲག་གི་ཁས་ལེན་པ་དེ་འདྲ་བའི་ཚད་ལྡན་གྱི་ཡིག་ཆ་ནང་འདི་འདྲ་གཅིག་བྲིས་ཡོད་ད་འདི་དང་ཕྱི་དར་གཅིག་དགོས་ཡ་དེ་རྒྱ་ནག་དམར་ཤོག་གཞུང་གི་ད་མིང། མིང་རྒྱ་རུ་ནས་བཟུང་སྟེ་བོད་དེ་ཡོངས་སུ་དག། མིང་རྒྱ་རུ་གི་ཁྱབ་ཁོངས་སུ། ཡོད་ཡག་དང་ཨ་ནི་ད། ཡོད་ཡག་གི་རྒྱལ་མཚན་དེ་ཆོས་ལུགས་ནང་ཡག་ལ་སོགས་པ་ད་མང་པོ་ཅིག་བཤད་དགོས་དེ་རེད་ད་གང་ཐད་ཙང་དེ་ཟེར་དགོས་ད་བི་མཚོན་འདི་ལྟ་ཡོང་འདི་ཡོང་ལ། ད་དཔེ་དེ་སེའུ་འདྲ་བོ་ཆུ་སྤྲེལ་ཡོད་རེད། ད་དེ་ང་ཚོའི་གི་སྤྱི་བཏང་གི་ང་ཚོའི་གི་ལྟ་ཡོང་འདི་ཡོང་ལ་ད་དེ། ཚིག་ཚིག་གུ་རེ། རྒྱ་ཁྱོད་ཆིག་གི་མངའ་ཁོངས་མ་ཡིན་པ་ཨ་ནི་ཁོ་ཞི་རྒྱལ་ཡིན་པ་འདི་འདྲ་ད་ས་མཚན་དང་གསལ་བོ་ཤེས་བ་རེད་ཨ་ནི་ཁོ་རང་གོང་དམག་གི་ཆེད་དུ་དང་ཡང་དེ་འདྲ་གི་དམིགས་བསལ་གི་ཚིག་ཅིག་ཅིག་མིན་རྒྱ་ཁྱོད་ཆ་རྒྱལ་ཁོང་ནང་ལོགས་ཟིག་ཡིན་ན་ས་ཆ་གང་ལ་སོང་ན་ཅིག་འཁྲོག་བཅོས་ཟིག་ག་བ་ག་བ་ད་དཔེ་དེ་གཅིག་ཐོན་འདི་གང་ལ་ད་གོང་དམག་གི་ཚབ་འདི་གང་ལ་ཕོ་ཉར་ཡིན་འདི་གང་ལ་ཧང་སང་ཡག་གི་ད་ཚིག་གོ་ཅིག་གུ་ཡ་དང་དེ་འདྲ་རེད་ད་བོད་བོད་གི་ས་ཐོག་འདི་ནས་སི་ཁྲོན་གི་ད་ལྟ་གི།

ནུས་ཚད་དང་སྤེལ་རེས་སྲུང་མི་ཚུབ་པ་ཅིག་རེད་དེ་ཅིག་རེད། ད་དུས་མཚུངས་འདི་ལ་ལུང་འདྲེན་བྱེད་རྒྱུ་གི་ཡིག་ཆ་འདི་ལ་ནི་རྩོམ་པ་པོ་ལིའུ་ཧན་ཁྲིན་གྱིས་ད་མ་ཡུས་ཤིན་འདྲ་བོ་དོན་ཚན་དོན་ཚན་འདི་འདྲ་བོ་ཅིག་བྲིས་འདུག་དེ་མ་ཤེས་ཀྱི་རེད། ད་སྐུ་རིང་གི་བཤད་ལ་མིང་གི་ད་ནང་ལོན་རེད། ནང་ལོན་ད་ལྟ་དེ་ཚོ་གོང་མ་ལ་ད་མིང་དེའི་སྐོར་བཤད་ཡོད་རེད། ད་བོད་དང། ད་མིང་གི་འབྲེལ་བ་དེ་བྱེད་དེ་གང་ལ་ཨ་ནི་ད། དེའི་འགྲེལ་བྱེད་ནང་ལོགས་ནི། ད་ས་བོ་རི་ཨ་ནི་མིང། མིང་གི་བོ་ལ་དབང་བསྒྱུར་གྱི་ཐུགས་ཀྱི་མེ་ཡ་དང། བོ་དེ་མིང་གི་ཁྱབ་ཁོངས་མངའ་ཁོངས་མ་ཡིན་པ་དེ་ས་བོན་གྱི་འདྲ་བོ་ཞིག་རེད། དེས་མ་ཚད་ད་ལྟ་མིང་ལ་དཔེ་དེ། མན་ཇུ་ནང་བཞིན་བོ་དབང་བསྒྱུར་གྱི་ཡ་དང་ཡང་ན་བོ། ས་ཡ་གི་དེ་འདྲ་གི་འདོད་པ་དང་དེ་འདྲ་གི་འདོད་པ། འདོད་པ་ཙམ་ཡང་མེད་ཡ་དེ་དཔེ་དེ་ས་བོ་རེད་དེ་གཅིག་རེད། ད་དོན་ཚན་གཉིས་པ་དེ། མིང། གོང། ད་གོང་མ་དང་བློན་ཆེན་ཚང་མ་གི་ངེས་ལེན་བྱེད་ཡག་དེ་ལ། ཨ་ནི་ད་ལྟ་གི་ད། ཁན་ཆོན་ལིའུ་ཕན་ཟེར་ཡག་གི་ས་ཆ་འདི་རེད། འདིའི་ད་ཁ་ཚང་དེ་རིང་ས་ཆ་འདི་ངེས་འཛིན་བྱེད་ཐུབ་ཡག་རེད་ཁོས་སི་ཁྲོན་ཞང་ཆེན་གི་རྒྱ་ནག་སི་ཁྲོན་ཞང་ཆེན་གི། སྤྱིའི་གཟིགས་ཀ་ཁེལ་ཡོད་འདུག་དབུས་དབུས་གི་ས་ཆ་རེད། ལྟག་ཁྱེར་དེར་ད་གཟོད་ཨ་ནེ་ད་ལྟ་བའི་སི་ཁྲོན་ཞིང་ཆེན་གྱི་དབུས་གནས་བཟང་སྟེ་ཨ་ནེ་མིན་རྒྱལ་ཁབ་ར་ད་ང་ཁོང་མི་ཡ་དེ་ས་འོ་རེད་ཁོ་རང་ཚོ་དེ་ན་ཤེས་གི་འདུག་ཨ་ཁྲུ་ཆིན་ཟེར་ད་པེ་དེ་རྒྱལ་མཚན་རྒྱ་ཡིས་སོང་ན་ཟེར་དེ་ནས་བོད་གི་ཕྱི་རྒྱལ་གི་རྒྱལ་ཕྱི་རྒྱལ་ཁབ་གི་ནང་ལ་སླེབས་ན་ཟེར་ད་དེའི་ཚིག་དེ་ཤེའུ་སེའུ་ལྷེ་བ་རེད་དེ་འདི་གང་ལ། ད་ནི་ཟེའུ་བསྟན་ཡ་དེ་ནི་མིང་རྒྱལ་ཁབ་ཀྱི་ནུབ་མཐའ་གྱི་ས་མཚན་དེ་སི་ཁྲོན་སི་ཁྲོན་ཞིང་ཆེན་གྱི་སྤྱི། སི་ཁྲོན་ཞིང་ཆེན་གྱི་དབུས་ཡིན་པ་དེ་ད་རྗེས་ནས་ཡང་དོན་ཚན་ཁ་ཤས་ན་ཤེས་འཇུག་བྱེད་ཡེ་ཤེས་བྱེད་ཀྱི་རེད་དེ་ཐོན་ཡོང་གི་རེད་དེ་གཅིག་རེད། ད་དོན་ཚན་གསུམ་པ་དེ། ཡང་སྤྱིར། ད་བདེན་དཔང་བྱེད་ཡ་དེ་མིང་མིན་རྒྱལ་ཁབ་ལ་སི་ཁྲོན་ཞིང་ཆེན་གྱི་དབུས་གྱི་དབུས་ནས་བཟུང་སྟེ་དབུས་ནས་བཟུང་སྟེ་ནུབ་ཀྱི་ཕྱོགས་སུ་ས་ཆ་དེ་ཚོ་ལ་གོ་ལ་དབང་བསྒྱུར་བྱེད་དབང་བསྒྱུར་བྱེད་ཡག་གི་དོ་ཞིག་མེད་ཡག་དང་དབང་བསྒྱུར་བྱེད་ཡག་ནུས་ཡག་མེད་ཡག་དེ་ཡང་ས་བོན་གཅིག་བསྟན་ཡོད་དེ་གཅིག། ད་བཞི་བ་ལྟ་བུ་ཚོ་ནི། མིན་གོང་མ་དང་བློན་ཆེན་དེ་ཚོ་གི་བོད་ཀྱི་ས་ཆ་དེ་ག་བ་ཡོད་ན། ཐག་རིང་ཚད་ག་འདྲ་ཅིག་ན་ཚང་མ་ཤི་གི་ཡོད་མ་རེད་ཚོད་ཚོད་ལ་ལོ་བཅུ་ཟེར་ཡག་གི་དེ་འདྲ་ཅིག་བསྡད་ཡོད་རེད་ད་བཙོན་པ་པོ་ཞིག་ག་ལོ་བཅུ་ཟེར་དེ་ནི་ཕལ་ཆེར་ཅིག་ག་རེ་ཟེར་ཐང་སན་ལ་མི་རྣམས་མཐུན་སྣང་ཟིན་ཐང་སན་ལ་མ་ག་རེ་ཟེར་གི་རེད་ཕྱི་གླིང་གི་འབྲུག་ཡ་གི་གྲོང་འདྲ་བོ་དེ་འདྲ་ཅིག་ཏུ་ཡོད་རེད་ཟེར་ད་དོན་བསྟན་པའི་བུ་དེ་གང་ན་ཡོད་ན་ཡང་ཤེས་ཡོད་མེད་ཡ་ད་ཡིན་ཡ་ཞེས་ཡ་ད། དེའི་སྔོན་ལ་བལ་དེ་ཐང་པ་གཉིས་ལ་ཨ་ནི་གཏན་འབེབས་གཅིག་གི་ཡང་ནི་ཨ་ནི་ད་ཆུ་ལུང་ནང་ཡག་དེ་འདྲ་རེད་ད་བུ་སི་ཙང་ཟེར་ཡག་དང་ཡང་ན་བུ་སི་ཙང་ད་བོ་ད་བོ་ཧྥང་བོ་ཟེར་ཡག་དེ་ཚོ་ར་ཨ་ནི་ཆུ་ལུག་སྤྲད་ཡོད་པ་རེད་ཡིན་ན་ཡང་ད་གང་ན་ཡོད་ན་ཤི་གི་མེད་ཡ་དེ་དོན་དག་གཅིག་རེད་དེ་འདི་གི་ལ་ད་ཆུ་ལུག་ཟེར་ཡག་དེའི་ངོ་བོ་དེ་རང་བཞིན་གི་ཟེ་འུ་ར་འུ་ཚིག་ཐོག་རེད་ད་ཡིན་ན་འདི་ལ་མཆན་གཅིག་དགོས་ཡ་དེ་ད་རྒྱ་ནག་དམར་ཤོག་གི་བྱེད་བྱེད་ཚད་ལྟར་ན། ད་ད་ལྟ་གི་བླ་མ་དེས་ད་རྒྱལ་བ་ཀརྨ་པ་ཡིན་པ་ཆེས་གོ་རིམ་གྱི་ད་རིག་གནས་དེ་ལྷ་བོད་ཀྱི་ལྷ་ས་གི་ནུབ་ཕྱོགས་ལ་ནི་སྤྱི་ལེ་བདུན་ཅུ་ཐམ་པ་གི་ད་ཚུར་ཕུ་དགོན་པ་ཡིན་ཟེར་དེ་འདྲ་འགྲེལ་བཤད་བྱེད་དགོས་རེད། ཚུར་ཕུ་དགོན་པ་ཡིན་ཟེར་དེ་འགྲེལ་བཤད་བྱེད་དགོས་རེད། ད་ཁོ་རང་ཚོའི་ཡིག་ཆ་ངོ་མ་དེ་དེ་ཡང་དེ་གང་ལ་ད། ཡིག་ཚང་ངོ་མ་ནང་ལོགས་ལྟ་ཡང་འདི་གང་ལ་མིང་གོང་མ་དང་ལོན་ཅིག་མཚུངས་མ་པོ་ཟེར་ཡ་དེ་ལ་ཉི་མ་ག་ཚད་ཅིག་འཁྲུག་དགོས་ན་དེ་བར་ཐག་ཆི་མོ་ཟིག་ཡིན་ན་གང་ན་གི་ཕྱོགས་ན་ཡོད་ན་དེ་ཚོ་ཚང་མ་ཅིག་ད་ཟེར་བུ་ཅིག་ལ་མེད་རྒྱུ་དེ་རེད་ད་དེ་འདྲ་གི་གི་མ་ཤེས་རྒྱུ་ས་ཆ་ཅིག་ལ་འོང་རྒྱུར་ཟེར་ཡ་དེ་ད་དེ་ལས་ཡོང་མི་སྲིད་པ་ཅིག་རེད་ད་དེ་ནས་ང་བ་དེ། ད་ཅི་སྟངས་ངས་ཁོང་ལས་འགྲོ་རྒྱུ་ཞེས་ཡང་ནང་བཟོ་རེ་གལ་ཏེ་མིན་རྒྱ་ཁུག་གི་ནང་ལོག་ཡིན་ན་ད་གོང་མ་གོང་མ་གི་ཅིག་བླ་མ་ཟིན་རྒྱ་དགོས་ན་སི་ཐུག་དགོས་ན་གོང་མ་གི་སྒང་ན་སུ་ཅིག་ཡོད་བ་མ་རེད་དེ་འདྲའི་སྒང་ལ་ད་སུ་ཅིག་ལ་བཀའ་ཡིག་ཅིག་བཏང་ཤག་ན་ཁུག་ལམ་སང་ཚར་ཡོང་དགོས་བ་མ་ཏག་ཅིག་ཅིག་གོང་མ་གི་ཕོ་ཉག་ངག་བདེན་བདེན་ཞིག་གི་དང་དེ་ལ་འགྲོ་སོང་ཧང་སང་ཡག་གི་ཆེན་པོ་དང་དེ་འདྲ་ཡོང་མི་སྲིད་པ་ཅིག་རེད་དེ། བོད་ཀྱི་བླ་མ་དེ་ལ་ནི་བཀའ་གཅིག་བཏང་ཤར་ལ་ཁོ་ཁོ་ཕ་རང་བཞིན་གྱི་ཡོང་བ་མ་གཏོགས་ཁོ་རང་ལ་དེ་འདྲ་དཔེ་དེ། ག་རེ་སུ་རེད་འགྲོ་སོང་དེ་འདྲ་ཆེན་པོ་བཏང་ནས་ཡོང་དེ་འདྲ་གཏོང་དགོས་ཡག་གི་གནས་སྟངས་ཤིག་ཆགས་ཀྱི་ཡོད་མ་རེད་རེད་དེའི་སྒང་ལ་ད་ལྟ་གོང་མ་གི་དོང་རྒྱུག་སྐུ་ཚབ་གི་དམག་མི་དེ་ཚོ་སྲིད་སྐྱོན་མཆོག་དེ་འདྲ་ཡི་ཐུགས་ཡ་དེ་ཚོ་ཡོང་མི་སྲིད་པ་ཅིག་རེད་དེ་འདྲའི་སྒང་ལ་ད་འདིའི་གི། ག་རེ་ཟོ་རེད། ཉེས་བ་དེ་ད་ཧང་སང་ཡག་གི་ཚབ་ཆེན་ཅིག་ཆགས་ཡོད་རེད་གི་དེ་མིན་རྒྱ་ཁུག་ཁྱག་ཁང་ནང་གི་འབངས་མི་ཚེ་ཟིག་གི་དེ་འདྲ་བྱས་ཡིན་ན་ད་ཉེས་བ་དེ་ཧང་སང་ཡག་ཆེན་པོ་རེད་ཆགས་ཡོད་ཡིན་ན་ཡང། ད། བོད་གི་ད་ལྟ་གི་ད། ཁོང་གི་ཡིག་ཆ་འདི་ལྟར་ན་ཨ་ནི། གོང་མ་གི། ཕུ་ཉག་འཕྲོག། དམག་མི་བསད། དངོས་པོ་ཐོག་མར་འཕྲོག་བཅོན། དེ་བྱས་དེ་གང་ལ། ཨཱ་ནི། དེ་འདྲ་བའི་གནས་སྟངས་ཅིག་བྱུང་དུས་གང་ལ་ད་བོད་ཀྱི་ཐོག་ལ་ཨཱ་ནི་ཚིག་གཅིག་ཡང་བཤད་ཐུབ་ཀྱི་མེད་ཡ། དེ་རེད་ད་འདི་ག་རེ་མཚོན་དགོས་རེད་ན། བོད་དེ་ཕྱི་རྒྱལ་ཁབ་ཅིག་ཡིན་པས་ཨཱ་ནི་ད་མིང་རྒྱལ་ཁབ་ཀྱི། སྟོབས་ཤུགས་དང་གཅིག་ལ་ཐོན་དགོས་མེད་ཡ། དབང་ཤུགས་དེ་ཐོན་དགོས་མེད་ཙང་ད་ཆང་བྱེད་མ་ཐུབ་ཡ། ཁ་རོག་འདུག་ཡ་མ་གཏོགས་དོན་དག་ཆེར་བྱེད་ཐུབ་ཀྱི་མེད་ཡ་དེ་མཚོན་དགོས་ཡོད་རེད་ཟེར་དེ་བཤད་ཀྱི་འདུག་ད་ཡེ་ཤུ་དྲུག་པ་དེ། ད་ལྟ་གི་ད་ཉུག་རིམ་པ་འགྲོ་མཁན་གྱི་བུ་ཉག་ཉུག་རིམ་པ་ལིའུ་ཡིན་ཟེར་ཡ་དེ་ལྟ་བུ་ཚོ་ནི། ཁོ་རང་གི་དོན་བསྟན་པས་ཁོ་རང་གི་ཉེས་པ་ཁྲིམས་འགལ་ཅིག་བྱས་ཡོད་མ་རེད་ཁོ་རང་ཕར་སོང་ནས་ད་ཁོ་རང་བྱོན་བཞག་རེད། དེ་འདི་གང་ལ་ཨ་ནི། ད་ལྟ་ཡང་འདི་གང་ལ། ཁོ་རང་ལ་ཉེས་བ་བཏང་འདུག་བ། མིང། མིང་སྲིད་གཞུང་གི་རྒྱུ་མཚན་ག་རེ་ཡིན་ན་ཁོའི་མིང་སྲིད་གཞུང་མིང་རྒྱ་ཁོབ་ཀྱི་འབངས་མི་ཡིན་ཙང་ཁོ་ལ་ཉེས་བ་དང་ཐུག་གི་རེད་དེ་འཁྲུག་སྐྱོན་བྱེད་མཁན་གི་དེ་འཁྲུག་སྐྱོན་བྱེད་མཁན་ནི་བོད་པ་ཡིན་དུས་གང་ལ་ཁོ་ཤི་རྒྱུ་གི་མི་ཡིན་དུས་གང་ལ་ད་མིང་ལ་ཐབས་ཤེས་མིང་རྒྱ་ཁོབ་ལ་ཐབས་ཤེས་མེད་ཡ་དེ་འདྲ་གནས་སྟངས་ཤིག་རེད་ཟེར་གི་རེད། དེ་ནས་ད། ད་གོང་གི་བན་སུ་འདི་གི་དོན་ཡག་དེ། དོན་ཚན་གཉིས་འདྲ་མོ་ཡིན་ཤེས་བྱས་ཡང་འདི་ནས་ལྷག་པར་དུ་ད་འདི། ད་བ་བྷ་བང། ཟེར་ཡག་ད་འདི་གི་ཆོས་ལུགས་དང་འདི་དང་འབྲེལ་ནས་ཨ་ནི། ད་མིང་གི་ལུགས་ཀྱི་ནང་ནས་བལྟས་ན། ཨ་ནི་ད་བླ་མ་དང་ཨ་ནི་བུ་བུ་བ། ང་ཚང་མ། ཅིག་ད་ཁོའི་རྒྱ་ཁབ་ཚོང་དགོས་ནི་འདྲེ་འདྲེ་ཅིག་ད་ག་རེ་མགོ་ཁྲིད་ཡིན་ནི་འདྲེ་འདྲེ་གང་ལྟར་ཀྱང་ད་ད་བོ་ཧྥ་བང་སི་ཡང་དེའི་གི་ནང་ལོག་ལ་ཨ་ནི་ད། ཚིག་པའི་ཞིག་ཡོད་ཡ་དེ་འདྲ་ཅིག་རེད་དེ་འདི་གང་ལ། བོད་གི། ག་རེ་སུ་རེད། ཅིག་ཆབ་སྲིད་གི་སྒྲིག་འཛུགས་ཞེས་དེའི་གང་ལ་བོ་སི་ཙང་ད་བོ་ཧྥ་བང་སི་གི་ནོ་དེ་ད་དང་པོ་འདྲ་བོ། པང་ཐིག་རིགས་ལ་དང་པོ་འདྲ་བོ་རེད་དེའི་འབྲས་གཞུང་ལ་ད་ད་པོ་ཧྥ་འུ་སི་དང་ད་པོ་ཧྥ་ཝང་ཟེར་ཡ་འདི་མིང་རྒྱ་རིགས་དང་ཅིག་འབྲེལ་བ་དེ་ཐི་ཉི་འུ་ཅིག་ཡོད་ཡ། དེ་ཡང་མཚོན་དགོས་ཡོད་དེ་རེད་ད་ཐི་ཉི་འུ་ཡོད་ཡ་གི་འདི་ལ་ཆུ་ལུག་ནང་ཆུ་ལུག་ནང་ནང་ཡོད་ཡ་ཅིག་ལ་ཅིག་གི་ཨ་ནི་ད་འདྲ་ད་འཇིག་གི་འདི་དང་འདི་འདྲ་ཅིག་འདི་གང་ལ་ད་འདི་ཆུ་ལུག་ཟེར་ཡ་དེའི་ནི་བ་མེད་ཡ་དང་དེ་ད་ཅིག་ད་རེས་སུ་གོ་ནི་རེད། དངོས་གནས་ཀྱི་རྒྱ་ནག་དམར་ཤོག་གཞུང་གི་འགྲེལ་བཤད་ཅིག་ཐོན་འདྲ་བོ། དེ་དེ་འདྲ་གཅིག་ལ་མཚོན་དོན་མེད་ཡ་ཆབ་སྲིད་སྒང་ནས་མཚོན་དོན་མེད་ཡ། ཆབ་སྲིད་སྒྲིག་འཛུགས་སྒང་ནས་ནི་མཚོན་དོན་ཅི་ཡང་མེད་པ་ཅིག་ཡིན་པ་དེ་ད་ས་བོན་འདྲ་བོ་ཅིག་མཚོན་འདུག་དེ་གཅིག་རེད། ད་ཉེ་བ་སྒང་ནི། ད་འདིའི་གི་སྔོན་ལ། ད་ལྟ་གི་ད་ངོ་རྒོལ་བྱེད་མཁན་དང་ཡང་ན་ཁོང་འཁྲུག་སྤྱོད་བྱེད་མཁན་གྱི་མི་འདི་ཚོ་ཡིན་ན་འདྲ་ད་བུ་སི་ཙང་ཀ་མ་བུ་སི་ཙང་བུ་སི་ཙང་ཏཱ་པཱ་ཧྥ་ཝང་སེ་ཡ་གི་འདི་གི་མཚོན་པའི་ད་ཆབ་སྲིད་སྒྲིག་འཛུགས་འདི་ཟིན་ན་འདྲ་འདི་གི་རྒྱལ་ཁབ་ཟིན་ན་འདྲ་འདི་གི་འདི་སྔོན་ལ་ནི་ཐོག་མ་ཉིད་ལ་ནི་ནི་ད་བསྟན་འཕེལ་བྱེད་ཀྱི་ཡོང་སོང་ཟིག་གི་བ་རེད་ད་བསྟན་འཕེལ་བྱེད་ཀྱི་ཡང་ཡ་དང་ཡང་ཁ་འདི་ཚོའི་བྱེད་སྟངས་བྱེད་སྟངས་ལས་སྟངས་དེ་ད་ད་གི་དེ་འདྲ་ཁོང་ནས་ངོ་སྤྲོད་བྱས་ནས་སྟངས་དེ་འདྲ་ཅིག་འདི་སྒང་ལ་ད་འདིའི་གི་ད་དོན་བསྟན་པའི་ཨ་ནི་མིང་རྒྱལ་ཁབ་ལ་ཨ་ནི་བོད་ལ་ག་རེ་ཟེར་བོད་དེ་མིང་རྒྱལ་ཁབ་གི་མངའ་ཁོངས་མ་ཡིན་པ་ཨ་ནི་མིང་རྒྱལ་ཁབ་ལ་བོད་བོད་གི་ས་ཐོག་དེ་ནི་ཁོ་རང་གི་མིང་རྒྱལ་ཁབ་གི་རྒྱལ་མཚན་གྱི་དགའ་བ་ནི་དབང་ཆ་གཅིག་ལ་མེད་ཡ་དེ་གསལ་བོ་མཚོན་དགོས་ཡོད་རེད་དེ་འདི་སྒང་ལ་ད། གཅིག་བོད་གི་བདག་དབང་ཟེར་ཡ་ད་དེ་ཚོ་ད་དོང་ཤེས་རང་ཡིན་པ་མ་ཏང་ཨ་ནི་བོད་ལ་ག་རེ་སུ་རེད་དོ་བཤིག་དང་ཨ་ནི་ནི་བ་གཅིག་ཡ་མེ་ཡ་དེ་ཨ་ནི་བེད་དེ་ས་བོ་རེད་ཟེར་དེ་དེ་ཡུ་ཤི་དེ་རེད་ཡུ་ཤི་དེ་རེད། ཨོ་ཡ་ད་བེད་ཚོ་ནི་བ་དེ་དེ་ནི་ལོང་དྲིན་ཅན་བེད་ཚོ་ནི་བ་དེ་ཡང་ད་ཆི་ཏང་དེ་མིང་རྒྱ་ཁབ་ལ་ཨ་ནི་བོད་གི་ས་ཆ་ལ་ཨ། བདག་གང་དག་ག་བ་གོ་དོན་བསྟན་པའི་ཅིག་ནི་ཤིག་ཅི་ཡང་མེད་ཡ་དབང་ཤིག་ཅི་ཡང་མེད་ཡ་གི། དེ་ད་ཕན་ཚུན་དུ་གོ་ཡ་དེ་འདྲ་ཅིག་རེད་ལྷག་པར་དུ་དེའི་ནང་ལོགས་ནས་ད་ངོ་མ་ཆུ་ལུག་ནང་རྒྱུག་གི། སྒྲིག་འཛུགས་ཟིན་ན་འདྲ་མེད་ཟིན་ན་འདྲ་དེ་ཚོ་དང་མིང་རྒྱ་ཁབ་ཀྱི་འབྲེལ་བ་དང་མིང་གོང་མ་འབྲེལ་བ་ཁོ་ཚོ་གང་ནས་ཡེ་ཤེས་ཅི་ནས་ཡོང་དེ་གང་ལ་ད། ཅིག་ཁོ་རང་ཚོ་གི་ནང་རྒྱུག་ཆུ་ལུག་ཅིག་དུག་དྲག་པའི་སུ་སུ་ཟེར་ཡ་འདྲ་བོ། ཅིག་དག་ཅིག། ཞང་བོད་ཡིག་སི་སི་ཡང་འདྲ་བོ་ད་འདི་ཆུ་གུ་ནི་འདི་ཚོ་དོན་དན་པའི། ཅིག། རྒྱ་ནག་མ་ཤོག་ཆུང་གི་འགྲེལ་བཤད་རྒྱལ་ཡ་ནང་བཟོས་དེ་འདྲ་ཅིག་མ་ཡིན་པ། དེ་ད་ཕན་ཚུན། ཡང་ཕན་ཚུན་ཚ་བོ་འདྲ་བོ་ཅིག་རེད། ད་འདིའི་ནང་ད་བུ་ཚོ་ནི་འདི་ཡིག་གི་ཕན་ཚུན་ལུང་འདྲེན་བྱེད་ཡག་གི་དོན་ཚན་ལུགས་ཀྱི་དོན་ཡིག་ཆ།

ཉིན་གོང་མ་གི་བོད་ཀྱི་ས་ཆ། བོད་ཀྱི་ཆབ་སྲིད་སྒྲིག་འཛུགས་ཟེར་ན་འདྲ། ཨ་ནི་དེ་ནས་བོད་ཀྱི་ད་ཆོས་ལུགས་མི་སྣ་དང། ཆབ་སྲིད་མི་སྣ་དེ་ཚོ་ལ་ཆོས་ལུགས་མང་པོ་ཅིག་ནང་ཡོད་ཟེར་ཡག་གི་དེའི་ནང་ལོགས་ནས་ག་དེའི་ནང་ཅིག་ཐོན་བསྡད་ཡོད་ཡག་ཅིག་རེད། ད་ནང་ཚན་མིན་གྱི་ས་ཁྲ་དེ་ཚོ་ནང་ལ་ད་ག་དེའི་ནང་ཐོན་བསྡད་ཡིག་ཆ་ནང་ན་བོད་ཀྱི་གོ་ལང་དེ་ག་ལ་ག་དེའི་ནང་ཐོན་བསྡད་ཡག་ཅིག་རེད། ད་དེའི་འདིའི་གྱི་མིང་དེ་ད་ང་རང་ད་ཡོད་ཚོད་ན་ཤིང་འཇིག་བྱེད་ཡག་དང་བོད་གི་ཡིག་ཆ་ནི་ཚད་ཡག་དུས་ཚོད་རག་མ་སོང། ད་ལྟ་རྒྱུ་འབྲས་གང་ལ་ད་སྒྲ་རྒྱུ་རང་བྱས་བཞག་ཡོད། ད་ཡང་དོ་སྣང་བྱེད་མཁན་དང་མཁས་པ། དེ་ལ་དོ་སྣང་བྱེད་མཁན་དང་ཞུ་འཇུག་བྱེད་འདོད་ཡོད་མཁན་ཚོས་འདི་ཞུ་འཇུག་བྱེད་དགོས་ཡག། ཅིག་ཧང་སང་ཡག་གི་གལ་ཆེན་པོ་ཅིག་རེད་སེམས་གི་འདུག་ད་འདི་རྒྱ་ཡིག་ནང་ནས་བྲིས་ཡག་དེ། དེ་བྲིས་འདུག་ད། དུམ་བུ་ཧན་ཟེར་དེ་བྲིས་ཡོད། ཏུམ་ཕུག་ཧན་ཧུའུ་ཟེར་གྱི་བཞག་ཡོད། ད་ཏུམ་ཕུག་ཧན་ཧུའུ་ཟེར་ཡང་དེ་བོད་ཡིག་ནང་ནས་ཉག་ཆི་ཟིག་ན་མི་ཤེས་གི། ད་འདི་ལ་ངོ་མ་ཁོ་རང་ཚོ་གི་ད་མིང་གི་གོ་གནས་ནང་ཡང་དེ་ཞོན་ཝི་སི་ཟེར་ཡ་གི་གོ་གནས་དེའི་ནང་ཡོད་རེད། ཆོས་ལུགས་དེའི་ནང་ཡོད་རེད་ད་དེ་རེད། ཨ། དེ་ཁོ་རང་སྤྱི་ལོ་ཆིག་སྟོང་རེ་བརྒྱ་ཆ་ཐམ་པ་གི་ལོ་ཡང་ནས་ཨ་ནི། ད་ག་རེ་ཟོ་རེད། ད་གི་དོང་ཕུ། ཧན་ཧོབ་ཟེ་ཡ་ཁོ་རང་གི་ཨ་ནི་ད་གཏན་འབོད་ཀྱིས་འདུག་ཟེ་དེ། དེའི་རྗེས་ནས་ཨ་ནི། ད་གཏན་འབོད་ཀྱིས་ཡོང་དུས་གང་ལ་ཁོ་རང་གི་བེད་དེ། ཁོ་རང་ཡོང་མི་འདུག་ད་མི་འདི་ད་གི་དོང་ཕུ། ཧན་ཧོབ་ཟེ་ཡ་མི་འདི་ཡོང་མི་འདུག་ཡིན་ན་ཁོ་རང་གི་ཕུ་ཉག་དེ་ཚོ་བེད་དེ་ད་ཁོ་རང་ཚོ་ཡིག་ཆ་འདི་ནང་བསྟན་ན་བེད་དེ། གྲྭ་བ། གྲྭ་བ་རེད་ས་དེ་འདི་ང་ལ་ཡང། ད། དོང་ཕུ། ཧན་ཧུ་ཟེར་འདི་ཡ་ཡང་བླ་མ་གཅིག་མིན་འགྲོ་སེང་སེང་འདྲ་བོ་གཅིག་དྲན་གི་འདུག་ག་རེ་འདྲ་ཁོ་རང་གི་སྐུ་ཚེར་བཏང་རྒྱུ་དེ་ཚོ་གྲྭ་བ་རེད་ཟེར་གི་འདུག་ད་གྲྭ་བ་དེ་ཚོ་བས་ཏེ་གཏན་འབེབས་བྱེད་མཁན་གི་ཕོ་ཉར་དེ་ཚོ། ཧོར་ཚུགས་པོ་ལྟོ་ཚན། ཁྲིམས་ཁྲིམས་མི་བརྩི་མཁན། དེ་འདྲ་ཡིན་པ་མ་ཚད་ཨ་ནི་ཁོ་རང་ཚོ་སྒེར་གི་ཆ་ལག་མང་པོ་གཅིག་བྱེད་ཡོང་ནས་ད་མིང་རྒྱལ་ཁབ་ནང་བཙོང་བས་ད་སྒེར་གི་ཚོང་རྒྱག་གི་ཡོད་ཡ་དེ་མ་ཚད་ད། མིང་གི་རྒྱལ་ཁོངས་ནང་ལྷད་ཚལ་ནས། ཨ་ནི་བས་ཏེ་ད་བཙན་དབང་གི་གྲི་ལ་སོགས་པ་དང་ཤིང་རྟ་ལ་སོགས་པ་བཙན་དབང་གི་མ་བླ་ཡ་དང། བླ་འོ་ནི་མ་རིག་གོ་བཙན་དབང་གི་དང་ཨི་ལོ་ཀ་བེད་སྤྱོད་བྱེད་ཨི་ལ་ཀ་བེད་སྤྱོད་བྱེད་ཡ་དང། འདི་ནི་ལན་ཀ་ལ་བེད་དེ་གཏོ་ལན་ཀ་གི་སྒྲིག་གཞི་ལ་དེ་ཚོ་གཏོ་བརླག་བྱེད་ཡ་དང། དེ་ནི་ས་ནི་ཡོ་བོང་བུ་ལ་བེད་དེ་བཀའ་བཀྱོན་གནང་ཡ་དང། ཨ་ནི་མཐོང་ཆུང་བྱེད་ཡ་ལ་སོགས་པ་དང་དེ་འདྲ་བྱེད་གི་འདུག། ད་དེ་དེ་འདྲ་བྱེད་ཀྱི་ཡོད་ཡ་དེ་ཨ་ནི་མིང་གོང་མ་ཧ་གོ་ནས་ད་མིང་གོང་མ་ཐུགས་རྗེ་མི་འདུག་ཟེར་ཁོ་ཁོང་ཁྲོ་ཟ་ཡ་རེད། ད་ཡིན་ན་ཆིག་སྟོང་དེ་ཆིག་སྟོང་བཞི་བརྒྱ་བཞི་ཐམ་པའི་སྐབས་རེད་ད་ཆིག་སྟོང་བཞི་བརྒྱ་ང་བཅུ་ཐམ་པའི་སྐབས་སུ་ད་འདི་ལ་ད་ལྟ་གི་དོམ་ཕུ་ཧན་ཧོ་ཟེར་ཡ་འདི་ལ་ཨ་ནི་ད་མིང་གོང་མ་གི་ཡང་བཀའ་ཤིག་བཏང་ནས་ཁྱེར་སོང་ནས་ཨ་ནི་ད་ཁོ་རང་ལ་བཀའ་ཡི་ཐལ་བ་དག་ཁོ་རང་ལ་ཤངས་བྷི་སི་ཟེར་ཡག་གི་འདི་གི་ད་གོ་འདི་ཆོ་ལོ་དེ་ནང་དེ་ནང་ཞིག་དེ་ནས་ཅང་མ་འགོར་རེ་ཨ་ནི་ད་ལྟ་གི་ཏོན་ཕུ་ཧན་ཧུ་ཟེར་ཡག་གི་འདི་གི་ཨ་ནི་ད་ས་ཆ་རྩ་ཀོ་ཟེར་ཡག་ཅིག་དང་ཏཱ་སི་མན་ཟེར་ས་ཆ་ཅིག་འདུག་ད་འདི་གཉིས་ཆ་གི་མི་གཞན་དག་གི་དབང་སྒྱུར་བྱེད་ཡག་ས་ཆ་རེད་ནི་གོ་ཐྲོག་བྱ། བོད་དེ་བདེ་སོང་ནས་ཚན་རྩལ་བྱས་ནས་ས་ཆ་དེ་ཚོ་འཕྲོག་ནས་མི་ཚང་མ་ཞིག་སོགས་ཚང་མ་གྱོན་ནས་བསྡད་ཀྱིན་འདུག་དེ་འདི་གང་ལ་ལྟ། འདི། དེ་འདྲ་བྱེད་དེ་གང་ལ་མིང་གོང་མ་དང་མིང་གི་ས་གནས་དཔོན་རིགས་དེ་ཚོ་ཚིག་དེ་གོང་གོང་བྱེད་ཡ་དང་དེ་བྱེད་ཐོག་བྱེད་ཡ་དང་དེ་བྱེད་མ་ཐུབ། དེ་ནས་ད། བྱེད་མ་ཐུབ་ད་ཆིག་སྟོང་བཞི་བརྒྱ་ང་བཅུ་ང་གཉིས་གི་ལོ་ད་མིང་གོང་མ་གི་ཆི་ཚིག་ཐང་གི་བྱེད་ཚད་ཟིན་ན་ཨ་ནི་ཁོ་ལ།

དེ་ནས་ཁ་དེའི་ནང་དུ་གང་ལ་ནི་ས་ཆ་ཁོ་རང་གི་འཁྲུག་རྒྱུ་ས་ཆ་གཞན་དག་དེ་ཚོ་སྤྲད་དང། ཡིན་ན་ཡང་ཁོ་རང་གི་མུ་མཐུད་དུ་ད་ལྟ་གི་བྷི་ཏྲིག་སི་ཀུ་ནི་ས་ཆ་དེ་ནི་སྤྲད་ཁ་མ་ཉན་དུ་བཟང་བསྡད་དང། དེ་ནས་གང་ལ་ད། འདི་འདྲ་ལ་གནས་ཚད་གཅིག་རེད་མིང་གི་ལོ་རྒྱུས་དེབ་ཐེར་ནང་བྲིས་རྒྱུ་འདི་རེད་ད་འདིའི་ནང་ལོགས་ནས་ད་ཡང་གསལ་བོ་རེད་ད། གཅིག་ནས་ང་ཚོ་ད་གོང་གི་ཆོས་ལུགས་སྤྲད་རྒྱུ་འདི་མིང་འདི་ལ་དོམ་ཕུ་ཧན་ཧོ་ཟེར་འདི་ཆོས་ལུགས་སྤྲད་ཡོད་རེད་ཆོས་ལུགས་སྤྲད་སྤྲད་ཡོད་རེད་ནས་བསྟན་པ་གཅིག་གི་ཡོང་ཡོད་རེད་བསྟན་པ་གཅིག་གི་ཡོང་དེའི་སྒང་ལ་ཁྲིམས་མེད་སྡིག་མེད་ག་རེ་བྱས་བྱས་བྱས་ནས་ནས་མིང་རྒྱལ་ཁབ་ནང་ལོགས་དེ་འདྲ་བྱས་ཡོད་རེད་ནས་མིང་མིང་གོང་མ་གི་སྐྱོན་དེ་ཚོ་ཉེས་པ་དེ་ཚོ་ཧ་གོ་ནས་ཡང་ཁུ། ཧ་ཅང་གི་ཐུགས་མ་བརྗེད་ཡ་དེ་འདྲ་བྱས་ན་གོ་རིམ་གྱི་ད་ཇི་ཐུགས་བྱས་ཡོད་ཅང་བྱས་ཐུགས་ཡོད་བ་མ་རེད་དེ་མ་ཚད་ད་ཆོས་ལུགས་དེ་ཞང་ཡིག་སི་ཟེར་ཡ་དེ་ནང་ཨ་དེ་ནས་ད་ས་ཆ་དེ་ཚོ་འཕྲོག་ཡོང་དུས་གང་ལ་དེ་ལ་ཇི་ལྟོས་བྱས་མ་ཐུགས་ནས་གོང་མ་དང་ས་ནི་བུང་གི་བོན་པོ་དེ་ཚོ་གི་གང་འགོག་བྱས་ཡ་དང་དེ་ཕ་ཁྲིན་གེ་རེད་ཟེར་ཡ་དེ་དེ་འདྲ་གི་སྐྱོན་བརྗོད་བྱས་མ་ཐུགས་ནས་དེ་ལས་ལྡོག་སྟེ་ཨ་ནི་ཁོ་རང་ལ་སྔོན་ལས་ཐུགས་ཡོད། ད་ཆོས་ལུགས་དེ་འདྲ་སྤྲད། དེ་འདྲ་སྤྲད་དེ་གང་ལ་ཨ་ལི་ཁོ་རང་གི་ས་ཆ་འཕྲོག་རྒྱུ་གཞན་དག་དེ་ཚོ་སྤྲད་ཨ་ལི་ཁོ་རང་གི་ད་ལྟ་བིས་དྲིས་ཟེར་ཡང་ས་ཆ་དེ་མུ་མཐུད་དུ་ད་ཁོ་སིབ་ནས་བསྡད་དང། དེ་འདྲས་གང་ལ་ད་འདིའི་གི་བོན་ཆོས་འདིའི་གི་འདི་ལ་ཡུལ་ཤེས་ཀྱི་དེ་གང་ལ་ད་ག་རེ་ཟོས་རེད་གཅིག་དེ་ད་སེའུ་ཡིན་པ་དེ་ཨ་ནི་མིང་གོང་མ་གི་ད་ལྟ་གི་ད་དོང་ཕུ་ཧན་ཧུ་ཟེར་ཡ་གི་ཉིན་དེའི་གི་ངའི་ཧན་ཡོང་གི་ཕུ་ཉག་དེ་ཚོ་མིན་རྒྱ་ཁབ་ཀྱི་ནང་ལ་བ་ལྷའི་སྡེ་དགོན་ལ་ད་མི་ཡར་ཐུག་རྩི་ཡིན་པ་སྡིག་ཅག་ཅི་ཡ་ཨ་ནི་དཔེ་དེ་ག་རེ་སུ་རེད་ཁྲི་མེད་ལིག་མེད་ཅི་ཡ་དེ་འདྲ་ཧ་གོ་ནི་ལུག་བཅུ་གི་རྗེས་ནི་ད་ཡང་སྤྱིར་ཁོ་རང་ལ་ཨ་ནི་ངས་ག་རེ་སུ་རེད་ཁོ་རང་ལ་ད་ཅིག་ག་རེ་སུ་འདྲི་གཅོད་ལ་སོགས་པ་ཨ་ནི་ཉེས་བ་དེ་འདྲ་དང་ད་ཕར་ཞོག་ཨ་ནི་ཁོ་རང་ལ་ལ་ཐ་ན་ཁོ་རང་གི་བུ་ཉག་དེ་ཚོ་ཕྱི་ལོག་རྒྱལ་ཁབ་ནང་ལོག་ནས་ཕྱི་ལོག་ག་བི་ཡ་ལ་སོགས་པ་རྗེས་མ་ནས་ཡོང་མི་ཆོག་ཟེར་ཡ་དེ་འདྲ་གཅིག་ག་བཤད་ཐུབ་མི་འདུག་དེ་དང་འདྲ་ཅིག་ཉེ་བ་གང་ནི། ཨ། དེ་ནས། ད་གོང་མ་གི་མ་གཅིག་དགའ་བཏང་ནས་དེ་དེ་ད་ག་རེ་སུ་རེ་ཆོས་ས་བཅའ་ཁྲག་རྒྱུག་དེ་ཚོ་གི་འགན་དང་དེའི་སྐོར་ལ་ཨ་ནི་ག་ཡིན་གནང་དེ་གང་ལ་ཨ་ནི་ད་དོམ་དོམ་ཕུ་ཧན་ཕུ་སའི་ཁུ་རུང་གི་གིས་ག་རེ་བྱས་ཟིན་ནི་ཨ། ཁོ་རང་གི་ས་ཆ་དེ་ཚོ་འཕྲོག་ནས་ཨ་ས་ཆ་ཚ་འཛིན་བྱས་དེ་གང་ལ་ཨ་ནི་མིང་གི་གོང་མ་དང་མིང་སྲིད་གཞུང་དང་མིང་གི་དཔོན་པོ་དེ་ཚོ་གིས་དེ་ལ་ཅིག་བཀག་འགོག་བྱེད་ཡ་ལ་སོགས་པ་གི་ནུས་བ་དེ་མེད་ཡ་དེ་ཚན་དགོས་རེད་ད་རྒྱ་ནག་དམར་ཤོག་གཞུང་གི་འགྲེལ་བཤད་ཀྱི་སྟེང་ནས་ན་ད་ལྟ་ཁོ་རང་གི་བཙན་འཕྲོག་བྱེད་རྒྱུ་བཙན་འཛུལ་བྱེད་རྒྱུའི་ས་ཆ་དེ་ཚོ་ཡང་མིན་རྒྱ་མིན་རྒྱ་རབས་ཀྱི་མངའ་ཁོངས་ཡིན་མིན་རྒྱ་ཁབ་ཀྱི་མངའ་ཁོངས་ཡིན་སྲིད་དགོས་རེད། དེ་འདྲ་ཡིན་ན་ད་དེ་ཡང་ཕྱི་དུ་བྱེད་ཐུབ་གི་མེད་ཡ་དེ་འདྲ་ཅིག་རེད། དེ་ད་ཡེ་ཤུ་སེམས་དཔའ་ཡིན་ན། དེ་མིང་མིང་སྲིད་གཞུང་ལྟ་བུ་ཚོ་ནི་ད།

དེའི་རྐྱེན་ནི་ད་གཟོད་ཁོ་རང་གི་ས་ཆ་ཁ་ཤས་ཅིག་ཨ་ནུས་བཙན་འཕྲོག་བྱེད་ཆོག་ས་ཆ་ཁ་ཤས་ཅིག་སྤྲད་རེད། ཡིན་ན་ཡང། སྐབས་དེ། མིན་རྒྱ་ཁུག་གི་ཡིན་པ་གི་པའོ་ཤན་ད་ལྟ་ཝི་ཀྲིག། ཇུའུ་ཝི་ཀྲིག་སྐོར་ཝི་ཀྲིག་སྐོར་ས་ཆ་དེ་ཁོ་མིན་རྒྱ་ཁུག་གི་ས་ཆ་དེ་ཁོ་རང་གི་སྤྲད་མི་འདུག་མུ་མཐུད་དུ་བཙན་བཟུང་བྱས་འདུག་དེ་གཅིག། ད་བཞི་བ་དེ། ད་ཁོང་གི

ཡིན་ན་ཡང་ད་ལྟ་ད་ལྟ་གི་དོམ་ཕུག་ཧན་ཧུ་ཟེར་ཡང་འདིའི་བོད་ཀྱི་ད་ཅིག་ཆབ་སྲིད་ཀྱི་སྒྲིག་འཛུགས་ཟེར་ན་འདྲ། གོ་རིམ་གྱི་ནི་ཡེ་ཟེར་ན་འདྲ་གོ་རིམ་གྱི་རྗེས་འཕྲེང་ཟེར་ན་འདྲ་དེའི་དཔེ་དེ་མིང་དང་ཧ་ཅང་གི་ཐུག་ཉེ་ས་གི་ས་ཆ་དེ་རེད་ཨ་ནི་དེ་མ་ཚད་གོ་རིམ་གྱི་ས་གི་རྒྱ་ཆོས་འདི་ཚོ་ཧང་སང་ཡག་གི་ཆུང་ཆུང་ཡིན་པ་དེ་འདྲ་ཅིག་ཁོ་རང་ད་རྒྱ་གི་ཡིག་ཆ་ནང་ད་ལྟ་ཁོ་རང་ཚོ་སི་ཁྲོན་གྱི་དང་ས་འབྲེལ་ཡོད་ཡ། ཕལ་ཆེར་གྱི་སི་ཁྲོན་གྱི་དབུས་ནི་ལ་དེའི་ཚེ་ཉི་འུ་ཡོད་ཡ་གི་ད་ལྟ་གྱི་སི་ཁྲོན་གྱི་དབུས་དང་དར་གཅིག་འདུག་གི་བར་རོ་དེ་ནི་ཡུལ་ཕལ་ཆེར་དེ་འདྲ་གཅིག་རེད་ཅེས་ད་རྒྱ་ནག་གི་ལོ་རྒྱུས་ས་བཀྲ་སོ་རྒྱས་ཟེར་ཡ་དེ་ནང་ལོགས་ནས་འགྲེལ་བཤད་ཀྱི་སྟངས་དེ་འདྲ་རེད། དེ་འདེགས་ལ་ད་ས་ཆ་དེ་འདྲ་ཆུང་ཆུང་ཅིག་ཨ་ནེ་མིང་རྒྱ་ཕུག་གི་ལ་ཁེ་ཡོད་མེད་ཡ་དེ་གཟའ་བོའི་ཚོང་རེད། ད་དེ་དེ་དང་བཤེར་ན། ད་ཅིག་སྐབས་དེར་ད་གཙོས་གི་ད་བོད་གི་དབུས་གཙང་ཕྱག་གི་ཆབ་སྲིད་སྒྲིག་འཛུགས་ཟེར་ན་འདྲ། སྲིད་དབང་ཟེར་ན་འདྲ་དེ་ད་རྦད་དེ་ཁོ་རང་དང་འདྲ་ན་ད་ཧང་སང་ཡ་ཆེན་པོ་རེད་དེ་ལས་རྦད་དེ་རྡབ་ཁ་ཤིག་ཆེན་པོ་ཡིན་ཡ་ས་ཆ་དེ་དེ་འདྲ་ཅིག་ཨ་ནི་བོ། གི་ས་ཆ་དེ་ཚོ་ཨ་ནི་མིང་རྒྱ་རབས་ཀྱི་ཝང་ཇི་ཞིག། ཞེས་ཡ་དང་ཡང་ན་ང་ཁོང་ཡིན་ཟེར་ཡ་ད་དེ་ཚོ་ད་གད་མོ་ཞུ་དགོས་ཡ་ནི་ཅིག་མ་གཏོགས་ད་དོན་དངོས་ཡོད་གནས་ཚུལ་དང་མ་མཐུན་པ་ཅིག་རེད་ཟེར། ད་དེ་ཅིག་རེད། ཨོ་ཡ་ད་ད། དེ་ཚོ་ད་འོས་ས་མ་རེད། ཁ་མ་ཉོ་ཤི་རྩ་བཞི་རུ་བ། ད་ལྟ་སྐར་མ་ཁ་ཤས་ཅིག་འདུག་ད་ངས་དེ། ལུང་འདྲེན་བྱེད་བ་དེ་ཡང་མ་བྱས་ནས། མ་དབུ་ཁྲུག་བྱས་བྱས་བྱ་དགོས་རྒྱུ་མཚན་ག་རེ་ན་ད་གུང་གི་ལུང་འདྲེན་དེ་དང་འབྲེལ་བ་ཆགས་ཡོད་ཙང་ད་དེའི་མ་འདུག་དེ་ཅིག་འདུག་བྱས་ན་ནི། དེའི་ཚེ་ཅིག་ཉན་མཁན་ཚོས་ལྟས་བདེ་བོ་ཡོད་ཀྱི་རེད་བསམ་གྱི་འདུག་ད་ལུང་འདྲེན་གསུམ་པ་དེ་དེ་རེད། ཡང་ཡང་དེ་ག་རེ་ཟུག་རེད། ད་ལྟ་གོང་གི་ད་ལོང་འབྲེལ་དེ་དང་འབྲེལ་བ་ཆགས་བསྡད་པའི་དེ་འདྲ་ཅིག་རེད་དེ་འདི་གོང་ལ་ད་འདིའི་གི་ཡོང་ཁུངས་དེ་ཉིས་སྟོང་བཅུ་དེ་རེད་ཉིས་སྟོང་བཅུ་དྲུག་ལོའི་ཀྲེ་ཅང་གནའ་དཔེ་པར་ཕྲེང་གང་གི་པར་ཕྲེང་བྱེད་རྒྱུ་གི་ད་ལྟ་གི་གཞི་ཆེན་གི

ཧན་ཧུའུ་གིས་ཏུང་ཕུའུ་ཧན་ཧུའུ་ས་ཆ་འཕྲོག་ནུས་ཀྱི་དུས་ཀྱི་གནད་དོན་ཐོག་ལ་ད་བར་འབྲེལ་བ་བྱས་ནས་ད་ཅི་ས་ཆ་དེའི་སྐོར་དེའི་སྐོར་དང་འབྲེལ་བ་ཆགས་ནས་ཡོད་ཡ་ཅིག་རེད་དེ་ལ་ནི་ད་ཡ་གོང་མ་ཉན་ཞིག་ཕུལ་རྒྱུ་དེ་དེའི་དང་འབྲེལ་ནས་ནི་ཉན་ཞིག་ཕུལ་རྒྱུ་དེ་འདྲ་ཅིག་རེད། ད་དེ་ནི་ཡིག་ཆ་འདིའི་ནང་ལོགས་ནས་ནི་ད། ཡ། མཉེན་ཤི་བུ་ཡ་གོང་མ་མཉེན་ཤི་བུ་ཡ་དེ་ག་ཞིག་ཡིན་ནུས་ན་ད་ལྟ་དུང་ཕུ། ཧན་ཧུ་གུ་རུང་ཚུ་གིས་ཨ་ནི། ད་ལྟ་གི། ས་ཆ་དེ། ད་ལྟ་གི་ས་ཆ་དེ་ཉིད་བཙན་འཕྲོག་བྱས་ཡ་ས་ཁྲ་ས་ཆ་དེ་ཉིད་དང། ས་ཆ་དེ་གི་ཆོས་ལུགས་སྤྲད་རྒྱུ་གི་ད་ག་ཡིག་དང། ཐེམ་ཀ་ལ་སོགས་པ་ཤ་ཚ་སྤྲད། སྤྲད་འདུག་ཟེར། ཡིན་ན་ཡང། ད། དུང་ཕུ་ཧན་ཧུ་གི། འགོ་ཁྲི། ཐུགས་ཀྱི་ཧུད་མཐོང་རྒྱུ། དེ་ན། སྙིང་རྗེ་བ་འདི་འདྲ་གཅིག་ཐོན་འདུག་ད་འདི་བོད་ཡིག་ནང་ནས་མིང་ཆིག་ཟིན་ན། དེ་མ། ཤིང་གཅིག་བྱས་ཡ་རང་མ་སོང་དགོངས་འགལ་མེད་པའི་ཆེད་ད་སྒྲ་བསྒྱུར་གོ་རུང་བྱེད་ཆོག་ཅིག། ཅིག་མི་ཡ་ཐ་ཡི་དགོངས་འདུ་ཡ། བོད་པ་མིང་ཅིག་ཡིན་པ་སེམས་སེམས་འདྲ་བོ་གཅིག་འདུག། ལུས་ཀྲི་ཨུ་བརྒྱན་ཟེར་ཡ་འདྲ་བོ་དེ་འདྲ་གི་སྒྲ་འདྲ་གཅིག་འདུག། དེ་རུ་ད་ཁི་ལུ་མ་རེད་གོ་ལུས་ཀྲི་མ་རེད། ཁི་ལུ། ཨོ་རྒྱན་ཟེར་གྱི་འདུག་ཅིག། ཁུ་ལུ་ཨོ་རྒྱན་ཟེར་ད་འདི་ཀ་ལི་ཁ་བོ་དེ། བོད་ཡིག་ནང་ནས་ཕྱེས་ན་མི་ཤེས་གི་ད། གཞིག་གི་ཚིག་ནི་དེ་ཉག་ལྟ་ན་ཨོ་རྒྱན་ཟེར་ཡ་དེ་མི་འགྲོ་སེམས་སེམས་འདྲ་བོ་ཅིག་དྲན་གི་འདུག་ད་ཡིན་ན་ལ་ངན་གི་དེ། ཁུ་ལུ་ཟེར་ཅིག་འདུག་ཁུ་ལུ་ཨོ་རྒྱན་ཟེར་གི་འདུག་ད་ཨོ་རྒྱན་མི་འགྲོ་སེམས་སེམས་འདྲ་བོ་ཅིག་དེ་གང་ཐབས་ཀྱང་ད། ད་ལྟ་གི། ད་འདི་ལྟ་ཡང་འདི་ལ་ཡང་འདིའི་གི་ཡིག་ཆ་འདི་ནང་ལྟ་ཡང་འདི་གི་ལ་ད་ལྟ་གི། དུམ་བུ་ཧན་ཧོ་ཟེར་ཡང་འདི་ས་ཆ་ཅིག་ས་ཆ་ཡིན་པ་འདྲ་བོ་མ་གཏོགས་ཅིག་གི་ཡང། མིའི་གི་མིའི་གི་མིང་མ་ཡིན་པ་འདྲ་བོ་ཅིག་ཚུགས་ཀི་འདུག་འདི་དང་བུ་སི་ཙང་ཏཱ་པོ་ཧྥ་ཝང་ཟེར་ནུ་དེ་གཉིས་ཀ་ཡང་མ་འདྲ་འདྲ་ཅིག་འདུག་འདི་ཕྱི་ན་འདི་བཤད་གི་འདུག་འདི་ད་ལྟ་དུམ་བུ་ཧན་ཧོ་གི་མགོ་ཁྲིད་ཟེར་ཡང་དེ་བཤད་འདུག་དེ་འདི་གི་ལ་ད། ཡང་ཅིག་ས་ཆ་ཡིན་ཡང་འདྲ་བོ་ཅིག་འདུག་གང་ལྟར་ཀྱང་ད།

དེ་ནི་ཁྲག་རྒྱུན་ཡིན་པ་མ་གཏོགས་ངས། དེས་ཁོ་ཚོའི་ལག་ནས་ཁྲག་རྒྱུན་མ་གཏོགས་ངས་རྒྱ་མའི་ལག་ནས་འཕྲོག་པ་མ་ཡིན། ངས་རྒྱ་མའི་ལག་ནས་འཕྲོག་པ་མ་ཡིན། དེས་བཤད། ད་དེའི་སྒང་ལ་ད་ལྟ་ང་དངོས་གནས་ཅིག་ལོ་ཡོད་ལ་མ་བྱུང་བ་ཅིག་ཁྱོད་ཚོ་མིང་རྒྱལ་ཁབ་ལ། ག་རེ་བྱས་ནས་ས་ཆ་དེ་འདྲ་ཆུང་ཆུང་རི་རྡོ་གི་རི་ཆུང་ཆུང་དེ་འདྲ་ཅིག་ཡིན་ཕྱིར་ནི་དགོ་སྲིད་དགོ་བ་རེད། དངོས་གནས་དངོས་གནས་ཁན་ཚ་བོ་རེད། ཁྱེད་རང་ཚོས་དྲག་པོ་ཞི་དྲག་བྱེད་ཡ་ཡོད་བ་མ་རེད་གལ་ཏེ་ཁྱེད་རང་ཚོས་དྲག་པོ་བྱེད་ན་ང་རང་ཚོ་གི་ང་རང་ཉིད་ཀྱི་དམག་འཁྲུག་དེ་ང་མིན་དང་ང་རང་ཚོ་གི་དམག་འཁྲུག་དེ་ལུས་སྟངས་ལ་ལུས་སྟངས་ཁྲག་གཅིག་ལ་བརྗེས་ན་ཡང་དམག་བརྗེས་ནས་ཚར་ཡ་ཡོད་བ་མ་རེད་ད་ཟེར་ཐལ་བ་དེ་འདྲ་བཤད་འདུག་དེ་འདྲའི་གང་ལ་ལྟ། དེ་ད་ལྟ་སི་ཁྲོན་གྱི་ས་གནས་བློན་ཆེན་གྱི་གཡག་ཉན་ཞེས་པ་དེ་ད་ཁོ་རང་གི་མ་ཞུ་འཇུག་བྱས་པའི་སྒང་ལ་ད་ལྟ་གི་རྫ་སྐོར་ཟེར་ཡ་དེ་དང་ཨ་ནི་ད་སི་མན་ཟེར་ཡ་ས་ཆ་དེ་གི་མང་ཚོགས་དེ་ཚོ་ད་ལྟ་མུ་མཐུད་དུ་ད་ལྟ་གི་ད་ཏུང་ཕུའུ་ཧན་ཧོ་ཟེར་ཡ་ཁོ་རང་ཚོ་གི་དབང་ཆ་བྱེད་ཀྱི་འདུག་ཟེར། ད་ངའི་བསམ་བློ་ཡིན་ན་ཟེར་ད་ཁོ་རང་ས་གནས་དཔོན་རིགས་དེ་ཚོས་བཤད་པ་ངའི་བསམ་བློ་བཏང་བ་ཡིན་ན། ད་ལྟ་གི་ད་རྫ་ཁུག་ཟེར་ཡ་དེ་དང། ད་སི་མན་ཟེར་ས་ཆ་དེ་གི་མི་མང། དེ་གཉིས་ཡི་གི་མི་མང། མིང་མིང་རྒྱ་ཁུ་ར་ཐུ་ན་ཕན་པ་ཅི་ག་ཡོད་མ་རེད་ཟེར་ཁོ་རང་ཚོ་ཕན་པ་ཅི་ག་ཡོད་མ་རེད། གལ་ཏེ་ང་ཚོ་དེ་ས་ཆ་དེ་གཉིས་ཐུ་བ་ཡིན་ན་ང་ཚོ་བཟོ་རྒྱུ་ཡོད་མ་རེད། ས་ཆ་དེ་ཚོ་ཤི་བ་ཡིན་ན་ང་ཚོ་ལུག་ཕན་དགོས་ཡ་དེ་འདྲ་མི་འདུག་བ་ཟེར། ད་མི་འདུག་ཟེར་དེ་འདྲ་ཡ་ཉན་ཤི་འདུག། ཉན་ཤི་འདུག་དེ་གང་ལ་ད་གོང་མ་གི། ད་རེད་ཟེར། འདི་ལ་གོང་མ་གི་ག་རེ་རེད་ཆོག་མཆན་བཀོད་འདུག་དེ་འདི་གང་ལ་ད་འདིའི་ལུང་འདྲེན་དེ་ད་ལུང་འདྲེན་འདིའི་ནང་ལོགས་ནས་གོང་གི་ལུང་འདྲེན་དེ་དང་འབྲེལ་བ་ཆགས་ཀྱི་ཡོད་ཙང་ད་གོང་གི་ལུང་འདྲེན་དེའི་ནང་ནས་ཨ་ནི་ས་ཆ་གཉིས་འཕྲོག་བྱས་པ་རེད་ས་ཆ་གཉིས་འཕྲོག་ནས་ཨ་ནི་ནི་ས་ཆ་དེ་གཉིས་ལན་ཡག་དང་ཡང་ན་དེ་འདྲ་གི་ཐབས་ཤེས་མེད་ཙང་ཨ་ནི་ཡང་ཆོས་ལུགས་སྤྲད་ནས་ཆོས་ལུགས་པའི་གོ་རིམ་ཐུགས་བཞེད་དེ་སྤྲད་རེད་ཨ་ནི་ས་ཆ་དེ་གཉིས་སྤྲད་རོགས་ཞེས། དེ་འདྲ་ཤེས་ཡ་རེད། ཞི་བདེ་གང་ལ་ད་ས་ནི་བོད་ཀྱི། ངོ་མ་མིང་གི་ཆུ་ལུད་སྤྲད་ས་གི། ད་དུམ་བུ། ཧན་ཧུ་གུ་རོང་ཚུགས་གིས། ས་ཆ། སྤྲད་ཡ་ཡིན་ཟིག་དེ་འདྲ་ཤེས་ཡ་རེད་ད་རྗིས་གི་ལོང་འདྲེན་འདི་ན་ད་དེ་གང་ལ། སི་ཁྲོན་ས་ནི། ཡུ་ད་ད་གི་ལི་ཁོང་གུ་རོང་ཚུགས་གི་ནས་ཤི་བོད་ཡ་འདི་གང་ལ། ཁོ། ས་ཆ་དེ་ཉིད་མུ་མཐུད་དུ་དབང་བསྒྱུར་གྱིས། ས་ཆ་དེ་དེ་ཉིད་ཀྱི་མི་དམངས་ཚང་མ་མུ་མཐུད་དུ་དབང་བསྒྱུར་བྱེད་ཀྱི་ཡོད། དབང་བསྒྱུར་བྱེད་ཀྱི་ཡོད་པ་མ་ཟད་སི་ཁྲོན་གྱི་དམག་དཔུང་དེ་ཚོའི་ཕ་ལན་མ་ཐོན་ནས་ད་གོང་མ་ལ་ག་རེ་བྱས་རེད་ཟེར་ན། ད་ས་ཆ་དེ་ཚ་དེ་འདྲ་ཅིག་ང་ཚོས་ལངས་ནས་ད་མི་དམངས་དེ་ཚོ་ང་ཚོ་ཕན་ཐོགས་ཀྱི་མ་རེད་ང་ཚོ་དེ་ལངས་ས་ཆ་དེ་ཉིད་ཐུ་བ་ཡིན་ན་བཟོ་རྒྱུ་ཡོད་མ་རེད་ཤོད་སོང་ན་ང་ཚོ་ཅིག་བློ་ཕན་དགོས་ཡ་དེ་འདྲ་མི་འདུག་ཟེར་དེ་གང་ལ་ད་གོང་མ་གི་ལགས་སོ་ཟེར་བྱས་ཡོད་ར་དེ་ད་དེ་ཡིན་དེ་གང་ལ། འདིའི་དགོངས་ནས་ད་ཅིག་རྩོམ་པ་པོ་གོ་རིམ་གྱི་ལུང་འདྲེན་ཕྱི་མ་འདི་ལ་ནི་དབྱིབས་ཕྱི་དོན་མཚན་གསལ་འདྲ་བོ་ཅིག་བྱིན་འདུག་ད་དེའི་ནང་ནས་དཔེར་ན། ད་ལྟ་ལུང་འདྲེན་དགེ་བ། ད་ལྟ་གི་ལུང་འདྲེན་འདི་ཆེ་བ་ལུང་འདྲེན་དགེ་བ་ནང་ནས་ང་ཚོས་ཤེས་ནང་བཞིན་ད་ལྟ་ད་ལྟ་གི་དུང་ཕུག་ཁོ་རང་ཚོ། དུང་ཕུག་ཧན་ཧོ་ཟེར་ཡ་ཁོ་ལ་པེ་ཏེ་ཆོས་ལུགས་དེ་ཡ་ཞང་ཆེན་རིམ་པ་གི་འགོ་ཁྲིད་གི་དེའི་ནང། དེའི་ནང་ནས་ད། དེའི་ནང་བ་རེད་དེ། ཁོ་རང་གིས་མུ་མཐུད་དུ་ད། བཙལ་འཚོལ་བྱས་ཡ་ས་ཆ་དེ་ཚོ་དབང་བསྒྱུར་བྱས་ཏེ་ཡ་ལྷག་པར་དུ་མིང་གི་ས་ཆ་དབྱེ་ཁྲིགས་བྱས་ཡ་དེ་ཡང་མ་སྤྲད་དེ་འདྲ་དེ་ཡ་དེ་འདྲ་གནས་སྟངས་ཅིག་རེད། ད་ལུང་འདྲེན་བྱི་བ་ནང་ལོགས་ནས། མིང་གི་ད་ལུང་ཆེན་དང་གོང་མ་ཚང་མ་གི་ཆིག་གྱུར་གྱི་ངེས་ལེན་བྱས་ཡ་དེ། ད་ལྟ་བཙལ་ཁོག་བྱས་ཡ་དེ་དང། ད་སི་མན་བྱས་ཡ་ས་ཆ་འདི་གཉིས་ཨ་ནི་མིང་རྒྱ་ཁོའི་ང་ཁོངས་མ་ཡིན་པ། དེ་ཁོ་རང་ཚོ་དང་ངན་ལན་བྱས་ཡོད་ཡ་དེ་འདྲ་གཅིག་རེད། དེ་འདི་གང་ལ། ད་ས་ཆ་དེ་གཉིས། མིང་རྒྱག་ཤོག་ང་ཁོང་མ་ཡིན་ན་ད་ད་ལྟ་གི། བཙན་འཛུལ་བྱེད་མཁན་གྱི་དེ་ད་བཙན་འཛུལ་བྱེད་མཁན་གྱི་ད་དོམ་ཕུ། ཧན་ཧུག་ཟེར་ཡ་དེ་ད་དེ་ལས་མ་ཡིན་པ་དེ་འདྲ་གཅིག་ཆགས་ཀྱི་ཡོད་རེད། མིང་རྒྱག་ཤོག་ང་ཁོང་མ་ཡིན་པ་གཅིག་ཆགས་ཀྱི་ཡོད་རེད་དེ་འདི་གང་ལ། ད་འདི་གོ་ནི་ཟེར་ཡ་དང།

གི་གོང་གང་བདུན་སྤུས་ཀྱི་ད་ལྟ་ད། དོམ་ཕུ་ཧན་ཧུ། གི། ས་ཆ་དེ་འདྲ་ཆུང་ཆུང་གཅིག་ལྟར་མིང་རྒྱལ་ཁབ་ར་ནི་ངོ་སོ་གཅིག་ལ་སྤྲད་མེད་པ། དེ་ནི་དེ་མ་ཟད། ད། མིང་རྒྱ། མིང། རྒྱལ་ཁབ་གི་ཨ་ནི་གོང་མ་དང་བློན་ཆེན་ཚང་མ་བཅུ་གཅིག་གི། ད། རྒྱ་གི་ས་ཆ་དང་ཨ་ནི་བོད། བོད་གི་ས་ཆ་གཉིས་རྒྱལ་ཁབ་གཅིག་མ་ཡིན་པ་དེ་དག་ཁོ་ཚོ་ངོས་ལེན་གྱི་ཡོད་ཡ།

ཀྱེ་མ་འཆི་ཡ་དང་དེ་གཉིས་ཀྱི་མིང་རྒྱ་གར་ལ་མི་ཕན་ཡ་དང། ཕན་པ་མེད་ཡ་དང། ཨ་ནི། དེ་ཐོས་ན་ཡང་གཟི་བརྗིད་མེད་པ་དེ་ཤོད་ན་ཡང་ཅིག་ལོ་ཕན་བྱེད་མི་དགོས་ཡ་རེད་ཟེར་ད་དེ་འདྲ་བྱས་ནས། ནས་ཁོ་རང་ཚོ་ཐག་བཅད་བྱ་ཡ་དེ་འདྲ་ཅིག་རེད་དེ་འདི་གང་ལ་ད། དེ་དེ་འདྲ་གི་སེམས་ཆེ་དོན་འདི་གང་ལ། ཨ་ནི། གོང་མ་གི་ལགས་སོ་ཟེར་ཡ་མ་ཐག། ཅང་ཅི་ཐུག་ཡ་བ་མ་རེད་ད་འདི་གི་གང་ནས་ས་བོའི་ཚོན་ཡ་འདི་ད། ཚིག་གོང་ནས་ཆུ་ལུད་བྲེ་གཡག་གི་ས་ཆ་དེ་ཚོ་ཟིན་ན་འདྲ་ཆུ་ལུད་བྲེ་གཡག་མི་དེ་ཚོ་ལ་ཅིག་མིང་གི་དབང་བསྒྱུར་དང་ཡང་ན་མིང་གི་ས་ཆ་དེ་ཚོ་ང་ཁོངས་ཡིན་ཡ་དེས་རྒྱ་ནག་མ་ཤོག་ཟུང་གི་འགྲེལ་བཤད་ཀྱི་གོ་ཡ་དེ་ད་བེ་བེ་ཚོ་འདི་འདྲ་སིང་གི་གོ་ནས་ཨ་ནི་ཡང་ས་བོའུ་ཆགས་ཀྱི་ཡོད་ཡ་དེ་འདྲ་ཅིག་རེད་ད་དགོངས་དག་དེ་དེ་ཚོ་ཕལ་ཆེར་རྒྱལ་ཡ་འགྱུར་ད་དེ་རང་འདི་ནས་མཚན་བཞག་ཆོག་ཅེས་ད་ཕྱི་དང། པའི་མཚོན། སེམས་རེད་འདིའི་ནང་ལོགས་ནས་ད་ཅིག་མིང་ཁ་ཤས་ཅིག་དན་དན་བོད་ཡིག་ནང་ནས་ཚད་ཡག་ཁ་སྤུངས་ར་བོ་ཅིག་ཆགས་ཀྱི་འདུག་ད་དེ་ང་དུས་ཚོད་འདིའི་སྒང་ལ་ཆེད་དུ་དེ་འདྲ་ཞིབ་འཇུག་བྱས་མེད་ད་བསྒྱུར་དེའི་སྒང་ལ་ཅིག་ཐབས་ཤེས་ཐད་ནས་ཅིག་ཚད་ནས་ཡིག་ཆ་ད་ང་ཡོད་ཡག་ཡིག་ཆ་དེ་ཚོ་དང་འབྲེལ་ཡོད་ཡིག་ཆ་ནང་ལ་ལྟ་ཡ་ཡིན་ད་ཕལ་ཆེར་མིང་འདི་ཚོ་ཐོན་མ་སོང་བོད་ཡིག་ནང་མིང་འདི་ཚོ་ཐོན་མ་སོང་དེ་འདིའི་སྒང་ལ་ད་ཡང་དོ་སྣང་བྱེད་མཁན་དེ་ཚོ་གུ། ས་ཆ་འདི་ཚོའི་དང་ཡང་ན་ཅིག་མི་མི་སྣ་འདི་ཚོའི་མིང་འདི་ཚོ་ལ་ཡང་ཞིབ་འཇུག་བྱེད་ཡག་གི་ད་རེས་སྐོར་ཞིག་འདོགས་པ་འདྲ་བོ་ཡོད་ན་ཡང་འདི་ཚོ་ལ་ཞིབ་འཇུག་བྱེད་ཡག་གི་བརྗོད་གཞི་ཅིག་ཏན་ཏན་ཆགས་ཀྱི་འདུག་བསམ་གྱི་འདུག་ད་གང་ལྟར་ཀྱང་དེ་རང་གི་བེད་མཚོན་འདི་སྲིང་གི་སྒང་ནས་ད་སེའུ་ཆགས་ཡག་དེ། དེ་བོད་དང་མིང་རྒྱ་ཁུལ་གྱི་འབྲེལ་བ། གནས་སྟངས་དེ་ག་འདྲ་ཅིག་ཡིན་པ་དང། ཨ་ནི་དེ་ནི་ད་གོང་ནས་ཐོང་ངོ་མ་ནང་ངོ་སྤྲོད་བྱེད་ཡག་གི་ཆོས་ལུགས་ཟེར་ཡ་དེ་ཆོས་ལུགས་སྤྲད་ཨ་ནི་ཆོས་ལུགས་སྤྲད་ཡག་གི་མི་དེ་ཚོ་སྤྲད་ལེགས་སྤྲད་སྟངས་དང་ཆོས་ལུགས་སྤྲད་པའི་རྗེས་སུ་ཨ་ནི་ཁོ་རང་ཚོའི་བྱ་སྤྱོད་ག་འདྲ་སྤེལ་གི་འདུག་གི་འདུག་དེ་ཕན་ཚུན་རེད་དེའི་སྒང་ནས་ད་ཡང་མིན། མིན་རྒྱ་ཁབ་དང་ཨ་ནི་དེ་ནི་བོད་ཀྱི་འབྲེལ་བ་དེ་ག་འདྲ་ཅིག་ཡིན་ན་ཡང་ཟུར་ནས་བདམས་ཁང་བྱེད་ཐུབ་ཡ་ཅིག་རེད་ད་དེ་རང་དེ་འདྲ་ཅིག་གི་དེ་འདྲ་ཅིག་གི་ཚོད་ཅིག་ཡིན་ན་ད་ངས་གང་ཐུབ་ཐུབ་ཀྱི་དེ་ཚོ་མ་དགེ་ཡ་བྱེད་ཡ་བྱེད་ཡ་ཡིན་བྱེད་འགོ་རེད་ད་ད་དེ་ཚོ་བེད་སྤྱད་དགའ་འདུག་དགོངས་ཀྱི་རྩ་ཉིད་མེད་པའི་ཆེད་ལགས་སོ་ཨ་ནི་ཚང་མ་བཀྲ་ཤིས་བདེ་ལགས་ཚང་མ་གཟའ་འཇིགས་སྐྱིད་པོ་ཅིག་ཡོང་ཡ་གི་རེ་བ་ཡོད་ཨ་ནི་རྗེས་མ་གི་གཟའ་པ་སང་ལ་མཇལ་ཡོང། ཨ་ལགས་སོ། ད་དགོངས་ཀ་མེད་པ་ཅིག་ཡང་ཁ་སྣོན་ཅིག་དང་ཅིག་གསལ་འདེབས་ཅིག་དགོས་ཡས་ད་ལྟ་འདིའི་གི་ནང་ནས་བཤད་ཡག་གི། ཨ་མིང་རྒྱ་རབ་གི་ད་ཅིག་ག་རེ་སུ་རེད། ཨ་གོང་མ་གི་ཕུག་ཉག་ངག་ནས་ཨ་ནི་ད་མག་མི་སྟོང་ཕྲག་ཅིག་ཁྲིད་ནས་ཕ་བོ་ལ། ལྷག་པར་ད་ཅིག་ད་ཚིལ་བུ་དགོན་པ་ལྷའི་ཡོ་ཡ་འདྲ་བོ་ཅིག་བཤད་གི་འདུག་དེ་འདི་གང་ལ། དང་པོ་རང་གི་ཡིག་ཆ་ནང་ལོགས་ནས་ཕལ་ཆེར་དུས་ཚོད་དེ་འདྲ་ཅིག་ལ་ཨ་འདི་ཅིག་མིང་གི་འབངས་མི་དེ་འདྲ་ཅིག་བོད་ལ་སླེབས་ཡོད་ཡ། ངས་མཇལ་མ་སོང། ཡང་དེ་ཡང་ང་ཚོ་ཞིབ་འཇུག་བྱེད་དགོས་ཡ་ཅིག་རེད་ད་ང་དགའ་ར་ཡིན་ན། ཡིག་ཆ་འདི་ལ་དེ་རིགས་དོགས་པ་ཟ་དགོས་ཡ། ཅིག་རེད། རྒྱུ་མཚན་ག་རེ་ཡིན་ན་སྐབས་དེར་ད་གཟོད་ཅིག། ད།

བླ་མ་ཡོད་སར་ལྷའི་ཡིན་བླ་མ་ཡོད་སར་ད་ཚིག་པོ་དགོན་པ་གཅིག་བོར་བ་ཚིག་པོ་དགོན་པ་ལྷའི་ཡིན་ཡང་ན་ཅིག་ད་གང་ཐར་ཀྱང་ཡོད་ག་མ་པ་ཞིག་ཚར་གི་ས་གནས་དེ་ལྷའི་ཡིན་དེ་ནས་བྱོན་སོང་ཟེར་དེ་འདྲ་ཞི་ཡང་མི་འགྲོ་སེམས་སེམས་ཏེ་དོགས་པ་ཟ་དགོས་ཡ་ཅིག་འདུག་སྐབས་དེར་ད་ཚོ་དམག་མི་སྟོང་ཕྲག་གཅིག་བོ་ལ་ལྷའི་ཡ་དང་དེ་འདྲ་ཅིག་ད་ག་འདྲ་ཡིན་ན་ཟེར་གི་འདུག་ད་ཕལ་ཆེར་ཅིག་ལམ་བར་ཅིག་ནས་ད་ཅིག་བོད་ཀྱི་ལྷ་ས་ཟིག་ད་གང་ཐད་ཅིག་ལམ་བར་ཟིག་ནས་ཨ་ནི་བྱོན་ཤག་ནས